ཀུན་མཁྱེན་ཆོས་དགེ་རྒྱལ་པོ་ཞང་སྔགས་ནས་མཛད་པའི་ཚད་མ་དུས་བདུན་མདོ་དང་བཅས་པའི་ཁང་པ་ཆེན་ཆུང་མ་ལོངས་པ་བཀྲ་བར་བྱེད་པའི་ཚད་མ་རིག་པའི་གཏེར་གྱི་དོང་གསལ་བར་བཞེངས་པ་དེ་ཉིད་ཡིན་ལ། འདི་ཤེས་པར་བྱ་བ་འདི་ལ། ཤེས་བྱ་སྤྱི་དོན་ནི་དོན་ལགས་པ་དང་ཤེས་བྱའི་མཚན་མའི་རང་བཞིན་ངེས་པར་བྱ་བ་གཉིས་ཡོད་པ་ལས། བཀའ་སྲུང་པ་པ་དང་པོ་ཤེས་པའི་སྐབས་དེ་ལ་ཡང་ཤེས་པར་བྱ་བའི་ཡུལ་ཤེས་བྱེད་ཀྱི་བློ་ཤེས་བྱེད་ཀྱི་བློ་བློ་བདེ་ཡུལ་སྟོབས་པའི་ཚུལ་བཤད་པ་གསུམ་ཡོད་པ་ལས་གསུམ་པ་བཤད་པའི་སྐབས་འདི་ལ་ཡང། སྤྱི་དང་རྗེས་འབྲེལ་གྱི་རྟོགས་ཚུལ་སྣང་བ་དང་གསལ་བའི་རྟོགས་ཚུལ་བརྗོད་བྱ་དང་རྗོད་བྱེད་ཀྱི་རྟོགས་ཚུལ་དགའ་བ་དང་བྲལ་བའི་རྟོགས་ཚུལ་བཞི་ཡོད་པ་ལས། དང་པོ་གོང་དུ་སོང་ནས་གཉིས་པ། སྣང་བ་དང་གསལ་བའི་རྟོགས་ཚུལ་བཤད་པའི་སྐབས་འདི་ལ་ཡང། འཇུག་ཚུལ་སྤྱིར་བསྟན་པ་དང་སོ་སོའི་རང་བཞིན་ངེས་པར་འབྱར་བ་གཉིས་ཡོད་པ་ལས། གཉིས་པ་ཞེས་པའི་སྐབས་དེ་ལ་ཡང། སྣང་གསལ་གྱི་རྣམ་གཞག་དབུས་དང་ཞར་ལ་སེམས་སྦྱོར་དང་སྒྲུབ་སྦྱོར་བྱེད་པ་གཉིས་ཡོད་པ་ལས། དང་པོ་ཞེས་པའི་སྐབས་དེ་ལ་ཡང། སྣང་བ་དང་གསལ་བ་གཉིས་ཡོད་པ་ལས། ད་སྣང་བ་གོང་དུ་སོང་ནས་ཀ་གསུམ་པ་པ་གསལ་བ་ཞེས་པའི་སྐབས་དེ་ལ་ཡང། གཞུང་ལས་ཤེས་དཔལ་གྱི་ཚུལ་དང་འགྲེལ་པ་མཁན་གྱི་བཀྲ་བའི་ཚུལ་དང་ས་བཅད་དཔལ་གྱི་བཞེད་པ་ངོས་བཟུང་བ་གསུམ་ཡོད་པ་ལས། ཀ་གསུམ་པ་པ་གསུམ་པ་ས་བཅད་དཔལ་གྱི་བཞེད་པ་ངོས་བཟུང་བ་ཞེས་པའི་སྐབས། དེ་ལ་ཡང་གཞན་གསེར་གྱི་མཚན་ཉིད་དེའི་རང་བཞིན་ངེས་པར་བྱ་བ་གསལ་བ་ལ་རྩོད་པ་སྤོང་བ་གསུམ་ཡོད་པ་ལས་བཀའ་སྲུང་བ་པ་གཉིས་པ་བཤད་པའི་སྐབས་དེ་ལ་ཡང་གཞན་གསེར་གྱི་རྣམ་བཞག་དེའི་རབ་ཏུ་དབྱེ་བ་མཚན་གཞི་གཅིག་གི་སྟེང་དུ་གནས་མ་ལུས་པ་སྟོན་ལ་ཨ་བ་གསུམ་ཡོད་པ་ལས་དང་པོ་བཤད་པའི་སྐབས་དེ་ལ་ཡང་ཡུལ་གྱི་གནས་ལུགས་དང་བློ་ཡི་འཛིན་སྟངས་གཉིས་ཡོད་པ་ལས་བཀའ་སྲུང་བ་པ་གཉིས་པ་བློ་ཡི་འཛིན་སྟངས་བཤད་པའི་སྐབས་དེ་ལ་ཡང། མཐའ་བདེན་ལ་གཅིག་ཏུ་འཛིན་པ། གཅིག་ལ་མཐའ་བདུན་དུ་འཛིན་པ། མཐའ་བདེན་ལ་མཐའ་བདུན་དུ་འཛིན་པ། གཅིག་ལ་གཅིག་ཏུ་འཛིན་པ། བཞི་ཡོད་པ་ལས། དང་པོ། མཐའ་བདེན་ལ་གཅིག་ཏུ་འཛིན་པ། གོང་དུ་བཤད་ཟིན་ནས། བཀའ་སྲུང་བར་པ། གཅིག་ལ་མཐའ་བདུན་དུ་འཛིན་པ། ད་ཞེས་པའི་སྐབས། འདི་ལ་ཡང། གཉིས་པ་ལ་ཡང་སྔར་ལྟར་གསུམ་ལས། ད་སྔར་ལྟར་གསུམ་ལས་ལ་དུས། གྲོང་འདོགས་པའི་གོས་ཆུ། གྲོང་འདོགས་པ་བློ་ཡི་རྣམ་པ། གྲོང་འདོགས་པའི་གོས་པ། ད་གྲོགས་ལྟ་བའི་གོས་པ་ཟེར་ན་གསུམ་ཡོད་པ། དེ་འདྲ་གསུམ་ཡོད་པ་ལ་དང་པོ། ད་གྲོང་འདོགས་པའི་གོས་ཆུ་ཟེར་ན་ཡང་འདྲ། ད་གྲོང་འདོགས་པའི་གོས་ཆུ་མཚན་ཟེར་ན་ཡང་འདྲ། ད་དེ་དེ་མ་ཤེས་ཀྱི་ཡོད་རེད། ད་ད་ལྟ་བཀའ་སྲོལ་བབས་པ་དེ་གཅིག་ཡིན་པ་ལ། རྣམ་རྟོག་གི་མཐའ་དེ་དུ་བཟོ་བ་གཅིག་ཁོག་ཡོད་རེད། གཅིག་ལ་ཐ་དད་དུ་འཛིན་པ་ལ་དུས་ཡུལ་གྱི་གནས་ཚུལ་ལ་གཅིག་ཡིན་པ་ཡིན་ན་ཡང་རྣམ་རྟོག་གིས་ཐ་དད་དུ་ཆད་ཅི་གོག་ཡོད་རེད། ག་ཚང་གི་དེ་ཡུལ་གྱི་གནས་ཚུལ་ལ་ཐ་དད་ཡིན་པ་ཡིན་ན་ཡང་རྣམ་རྟོག་གིས་གཅིག་ཏུ་བཟོས་པ་ཅིག་འོ་དེ་འདྲ་ཅིག་ཤེས་སོང་ཨ། འོ་ད་དེ་རིང་དེ་ཡུལ་གྱི་གནས་ཚུལ་ལ་གཅིག་ཡིན་པ་གང་ཞིག་ལ་རྣམ་རྟོག་གིས་ཁག་ཁག་བྱས་ནས་བཟོ་ཐུབ་པ་ཅིག་འོ་དེ་འདྲ་ཅིག་གོག་ཡོད་རེད། ཡང། ད་དང་པོ་གཅིག་དེ་ངོས་གསུངས་གི་འདུག་གྲྭ་ཡི་སྟེང་གི་གྲྭ། བྱས་པ། མི་རྟག་པ་གསུམ། དོན་གཅིག་ཡིན་ཀྱང་དོགས་པ་ཐག་གཅོད་དུ་བྱེད་པའི་རྒྱུ་མཚན་ཡོད་དེ། ད། གྲྭ་ཡི་སྟེང་གི། བྱས་པ་དང་མི་རྟག་པ་གྲྭ་གསུམ་པོ་དེ། དངོས་གནས་ཡུལ་གྱི་གནས་ཚུལ་ལ་དཔྱད་པ་ཡིན་ན་ནི་ངོ་དབྱེར་མེད་ཀྱི་རྫས་གཅིག་རེད། རེད་བ་དོན་གཅིག་ཡིན་ཀྱང་དོན་དག་གཅིག་པ་གཅིག་ཀྱང་རེད་ཁ་ཁ་ཚ་ནས་ཡོད་མ་རེད། ཡིན་ན་ཡང་ལྡོག་པ་ཐ་དད་དུ་བརྗེས་པའི་གི་རྒྱུ་མཚན་ཡོད། བློ་རྣམ་རྟོག་གི་ངོ་ལ་ཡང་དེ་གསུམ་ལ་ཡང་ལྡོག་པ་ཐ་དད་དུ་ཕྱེ་གི་ཡོད་རེད། འོ་དེ་འདྲ་ཡིན་དུས་ད་བཀའ་བསུ་བབས་པའི་གི་ཆོས་གཅིག་ཡིན་ལ་ཐ་དད་དུ་བྱས་པའི་གི་རྒྱུ་དེ་ག་རེད་ཟེར་ན་ལྡོག་པ་ཐ་དད་དུ་སྣང་བ་དེ་རེད། ལྡོག་པ་ཐ་དད་དུ་སྣང་བ་དེ། གཅིག་ལ་ཐ་དད་དུ་འཛིན་པའི་རྒྱུ། རོ་བ་གྲོང་འདོགས་པའི་རྒྱུ་ཟས་སྤྱོད་བ། འོ་གྲོང་འདོགས་པའི་རྒྱུ་དེ་ག་རེད་ཟེར་ན། ལྡོག་པ་ཐ་དད་དུ་སྣང་བ་དེ་རེད། སྒྲ་བརྒྱད་པ་མི་རྟག་པོ་གསུམ་ལ། རྣམ་རྟོག་གིས་ལྡོག་པ་ཐ་དད་དུ་སྣང་གི་ཡོད་རེད། དེའི་ལྡོག་པ་ཐ་དད་དུ་སྣང་བ་དེ་རྣམ་རྟོག་ལ་ཡང། ཁོང་གསུམ་ཁ་ཁ་ཕྱེ་བའི་རྒྱུ་དེ་དེ་རེད། བཟློག་པ་ཐ་དད་དུ་སྣང་བ། ད་དེའི་འཆད་པའི་གི་རྒྱུ་མཚན་ཡོད་དེ། སྒྲ་དེ་དེ་བསོད་མ་ཡིན་པ་ལས་ལོག་པར་དོན་ལ་གནས་ཟེར་དུས། སྒྲ་དེ་སྒྲ་མ་ཡིན་པ་ལས་ལོག་པ། སྒྲ་དེ་མི་རྟག་པ་མ་ཡིན་པ་ལས་ལོག་པ། སྒྲ་དེ་བརྗེད་པ་མ་ཡིན་པ་ལས་ལོག་པ་ཟེར་རོ། དེ་འདྲ་ནི་བསོད་མ་ལོག་པ་གསུམ་བཟློག་པ་གསུམ་འཆད་འགྲོ་གི་རོ། དཔེར་ན་སྒྲ་མ་ཡིན་པ་ལས་ལོག་པ། ད་ག་ན་བཞིན། མི་རྟག་པ་མ་ཡིན་པ་ལས་ལོག་པ། བརྒྱད་པ་མ་ཡིན་པ་ལས་ལོག་པ། འོ་དུ་ཟེར་ནས། སྒྲ་མིན། མི་རྟག་པ་མ་ཡིན་པ། བརྒྱད་མིན་ཟེར་ནས། འོ་དེ་འདྲ་གི་གསུམ་ཡོད་རོ། འོ་དེ་འདྲ་གསུམ། མ་ཡིན་པ་ལས་ལོག་པར་དོན་ལ་གནས། འོ་དེ་འདི་གསུམ་དེ། ལས་ལོག་པ་ཡིན་པ་དེ། སྒྲ་དེ་དོན་ལ་གནས་དེ་ཡོད་རོ། སྒྲ་དེ། མ་ཡིན་པ་ལས་སྒྲ་མ་ཡིན་པ་ལས་ལོག་པ་ཡིན་པ་དོན་ལ་གྲུབ་དེ་ཡོད་རེད། མི་རྟག་པ་མ་ཡིན་པ་ལས་ཚུར་ལོག་པར་བས། བྱས་པ་མ་ཡིན་པ་ལས་ཡང་ཚུར་ལོག་པར་བས། དེ་འདྲ་ཡིན་དུ་བསམ་པ་ལ་ལྡོག་པ་ཐ་དད་དུ་སྣང་གི་ཡོད་རེད། རེད་བ། དེ་འདྲ་ཡིན་དུ་བསམ་པ་ལ་རྟོག་པ་གིས་སྒྲ་བྱས་པ་མི་རྟག་གསུམ་དེ་དོན་ལ་གཅིག་ཡིན་པ་ཡིན་ན་ཡང། རྟོག་པ་གིས་ཁ་ཁ་ཟེར་བའི་རྒྱུ་མཚན་དེ་ལྡོག་པ་ཐ་དད་དུ་སྣང་བའི་རྒྱུ་མཚན་རེད།

གཉིས་པ་ནི། ད་སྒྲོ་འདོགས་པ་བློ་ཡི་རྣམ་པར་ཟད་དེ་རེད། གྲགས་ཅན་མི་རྟག་གསུམ་པོ་འདི་རྗོད་བྱེད་ཀྱི་སྒྲ་ཡིས་མཐའ་གཏོད་དུ་བརྗོད་ཅིང་རྟོག་པ་ལ་མཐའ་གཏོད་དུ་སྣང་བ་ལྟར་རྟོག་པ་འདི་གཉིས་ཀྱི་དོན་ལ་མཐའ་གཏོད་དུ་ཞེན་ཏེ་དེ་ཆོས་ཁྱད་པར་གང་ཞིག་ཆོས་ཞེས་སོགས་གསུངས་པའི་ཕྱིར། ད་སྒྲ་བྱས་པ་མི་རྟག་གསུམ། སྒྲ་བྱས་པ་མི་རྟག་པ་ཟེར་ནས།

རྟོག་པ་ལ་ཡང་ཐ་དད་དུ་སྣང། འོ་ད། སྒྲ། འཛིན་མངོན་གསུམ་གྱི་རྗེས་སུ་སྐྱེས་པའི་རྟོག་པ་དེ་གིས་ཡང་སྒྲ་བྱས་པ་མི་རྟག་པ་གསུམ་པོ་དེ། ཐ་དད་དུ་སྣང་ཐ་དད་དུ་འཛིན་ཡོང་གི་འདུག། ཐ་དད་དུ་སྣང་བ་ལྟར། རྟོག་པ་དེ་ཉིད་ཀྱིས་གདོན་ལ་ཡང་ཐ་དད་བཞིན་བྱས་ཙང་རྟོག་པ་ཁོ་རང་ལ་ཐ་དད་དུ་འཛིན་པ་ཐ་དད་དུ་སྣང་བ་ཡིན་ཙང། དོན་གྱི་སྟེང་ན་ཡང་སྒྲ་བྱས་པ་མི་རྟག་པ་གསུམ་པོ་དེ་ཁ་ཁ་ཡོད་རེད་ཟེར་ནས་རྟོག་པ་གིས་གཞན་འགྲོ་གི་འདུག། གདོང་ལ་ཡང་ཐ་དད་དུ་ཞེན་ཟེར་བས་རྟོག་པ་ཁོ་རང་གི་དགྲ་བཅས་མི་རྟག་གསུམ་པོ་དེའི་གདོང་ལ་ཡང་ཐ་དད་ཡོད་རེད་དྲན་གྱི་ཡོད་རེད་དེ། ཡིན་ན་ཡང་དངོས་གནས་གདོན་ལ་ཐ་དད་ཡོད་རེད་བེད་ཟེར་ན་ནི་ཡོད་མ་རེད་ཁོ་གཅིག་རང་རེད། ཨོ་འདི་གསུང་གི་ཡོད་རེད། རྟོག་པ་ལ་ཐ་དད་དུ་སྣང་བ་ལྟར་རྟོག་པ་དེ་ཉིད་ཀྱི་གདོན་ལ་ཡང་ཐ་དད་དུ་ཞེན། ད་དཔེར་ན་ང་ཚོ་དེ་ནས་མ་གཅིག། བུམ་པ། བུམ་པའི་མི་རྟག་པ། བུམ་པའི་རྒྱས་པ། ཟེར་ཁ་ནས་མ་བརྗོད་ཡོང་དུས། ཨ་རྟོགས་པ་དེ་ལ་ཡང། དེ་གསུམ་ཁ་ཁ་བྱས་ནས་གནང་སོང་བ་རེད། ཁ་ཁ་བྱས་ནས་གནང་པ་ན་བཞིན་དུ། རྣམ་རྟོག་གི་མཐར་ཐག་བཅད་ཟེར་ན་ཡང་འདྲ། མ་ཞན་པའི་གི་སྐབས་ལ་ཡིན་ན་ཡང། ཐ་དད་དུ་འཛིན་ཐ་དད་དུ་ཞེན། འོ་དེ་འདྲ་ཞིག་འགྲོ་གི་ཡོད་རེད། རེད་བ། འོ། དེ་སྒྲོ་འདོགས་པ་བློ་ཡི་རྣམ་པ་ཟེར་དེ་རེད།

དོན་ལ་གཅིག་ཡིན་ན་ཡང་རྣམ་རྟོལ་ལ་ཁ་ཁ། སྒྲ་ཡིས་ཁ་ཁ་བརྗོད་ཅིང་རྣམ་རྟོལ་ལ་ཁ་ཁ་བྱས་ནས་སྣང་བའི་རྒྱུ་མཚན་དེའི་ཕྱིར། ཁྱད་པར་གང་ཞིག་ཆོས་ཡོད་ལ་དེ་ག་སོ། དེ་ལྟ་བུའི་ཆོས་དེ། དོན་ལ་ཡང་ཐ་དད་དུ་རྣམ་རྟོལ་ལ་ཡང་ཐ་དད་དུ་དེ་འདྲ་ཅིག་ཕྱིར་ཡོང་གི་ཡོད་རེད། དེ་འདྲ་ཞིག་གསུང་གི་མིན་འགྲོ། དེའི་ཕྱིར་ཁྱད་པར་གང་ཞིག་ཆོས་ཞེས་སོགས་གསུངས་པའི་ཕྱིར། ད་དེའི་སྒྲོ་འདོགས་པ་བློའི་རྣམ་པ་དེ་རེད། ད་སྒྲོ་འདོགས་པ་བློའི་རྣམ་པ་ཟེར་དུས་ཚང་མ་ལ། ཐ་དད་དུ་སྣང་བ་ཐ་དད་དུ་ཞེན་པ་དེ་རེད་བ། ད་གསུམ་པ་དེ་སྒྲོ་བཏགས་པའི་དགོས་པ་ཟེར་དེ་རེད། ད་གཅིག་ཡིན་པ་ཡིན་ན་ཡང། སྒྲོ་བཏགས་པ་ལ་དགོས་པ་ག་རེ་ཡོད་རེད་ཟེར་དེ་རེད། གཅིག་ཡིན་པ་ཡིན་ན་ཡང། སྒྲོ་བཏགས་པ་ལ་དགོས་པ་ག་རེ་ཡོད་ཟེར་དེ་རེད། གསུམ་པ་ནི། རྣམ་པར་རྟོག་པའི། སྒྲ་བརྗེད་མི་རྟག་པ་གསུམ། དོགས་པ་ཐ་དད་དུ་ཕྱེ་བ་ལ་དགོས་པ་ཡོད། རྣམ་པར་རྟོག་པས་ལ་དེ་རྣམ་རྟོག་གི་བློ་ཡོད་ཟེར། རྣམ་རྟོག་གི་བློ། གཞན་སོ་ཕྱིན་ཅུང་མ་ལོག་པ་གྱི་རྣམ་པར་རྟོག་པའི་བློ་ཡོད། སྒྲ་བརྗེད་པ་མི་རྟག་པ་གསུམ་ལྡོག་པ་ཐ་དད་དུ་ཕྱེ། ད་ངོ་བོ་གཅིག་ཡིན་པ་ཡིན་ན་ཡང་ལྡོག་པ་ཐ་དད་དུ་ཕྱེ་བར་བ། ངོ་ད་འདོགས་པ་ཐ་དད་དུ་ཕྱེ་ཡ་ལ་དགོས་པ་ཡོད། དགོས་པ་ག་རེ་ཡོད་རེད་ཟེར་ན་དེ་ལྟར་ཕྱེ་ནས་རྟོགས་ངོར་བརྟག་དཔྱད་དོན་སུ་ཐ་དད་དུ་སྦྱར་བའི་སྒྲ་མི་རྟག་པ་རྟོགས་ཀྱི་རེད། དེ་འདྲ་བརྩམས་པ་ལ། ད་གལ་སྲིད། སྒྲ་རྗེས་མི་རྟག་གསུམ་པོ་འདོགས་པ་ཐ་དད་དུ་ཕྱེ་མ་ཐུབ་པ་ཡིན་ན་བློ་རྟོག་པ་གིས་སྒྲ་མི་རྟག་པ་རྟོགས་ཡ་མི་འདུག་ཨ། རྟོག་པ་གིས་སྒྲ་མི་རྟག་པ་རྟོགས་ཡ་མི་འདུག་ཨ། མངོན་སུམ་གྱིས་ད་སྒྲ་མི་རྟག་པ་རྟོགས་ཡ་འདུག་ཨ། རྟོག་པ་ཐ་དད་ཕྱེ་ན་འདྲ་མ་ཕྱེ་ན་འདྲ། ཁོ་རང་སྒྲ། སྒྲ་འཛིན་འཛིན་པའི་མངོན་སུམ་གྱིས། སྒྲ་རྟོག་དྲུག་རེད་སྒྲ་རྒྱས་པ་རྟོག་དྲུག་སྒྲ་མི་རྟག་པ་རྟོག་དྲུག་རེད། ཡིན་ན་ཡང། རྟོག་པ་དེ་གིས་རྟོག་དགོས་ཀྱི་ཡོད་ན། ནི་སྒྲ་རྒྱས་པ་མི་རྟག་པ་གསུམ་པོ་ཐ་དད་དུ་ཕྱེ་དགོས་ཀྱི་འདུག་ཨ། འོ་དེ། དེ་ལྟར་ཕྱེས་ནས། རྟོག་ངོར་ལ། རྟོག་ངོར། རྟོག་ངོར་ལ། ད་རྣམ་རྟོག་གི་རྟོག་ངོར་ཟེར་ན་ནི་རྣམ་རྟོག་གི་ཡུལ་ལ་ཟེར་གྱི་ཡོད་རོགས་ད་རྣམ་རྟོག་གི་དངོས་ཡུལ་ལ། རྟགས་ཆོས་དོན་གསུམ་ཟེར་རྟོག་པའི་ངོར་ལ་རྟགས་ཆོས་དོན་གསུམ། རྟགས་བསྒྲུབ་བྱའི་ཆོས་རྩོད་གཞི་ཆོས་ཅན་གསུམ། མཐའ་གཏུལ་དུ་སྦྱར་བས་ཟེར་ཁ་ཁ་ཁ་ཁ་ཞེས་ནི་སྦྱར་བའི་རྒྱུ་མཚན་ལ་བརྟེན་ནས་སྒྲ་མི་རྟག་པ་རྟོགས་ཐུབ་ཀྱི་རེད། དཔེར་ན། སྒྲ་ཆོས་ཅན་མི་རྟག་སྟེ། བརྗེད་པའི་ཕྱིར་བཤད་ནས། རྟགས་ཆོས་དོན་གསུམ་ཁ་ཁ་ཅེས་ནི་ཆོས་ཡོང་དུས་བརྗེད་པའི་རྟགས་ལ་བརྟེན་ནས་སྒྲ་མི་རྟག་པ་རྟོགས་ཡས་དེ་འདྲ་ཡོད་རེད། འོ། ད། ངོ་གཅིག་བཟློག་པ་ཐ་དད་ཆས་བགོ་སྤེལ་གྱི་རྒྱུ་མཚན་དགོས་པ་དེ་འདྲ་ཡོད་རེད། སོ་སོའི་སྒྲ་མི་རྟག་པར་རྟོགས་པར་འགྱུར་ཏེ། ཆོས་དང་ཆོས་ཅན་རྣམ་གཞག་དང་ཞེས་པ་ནས། དམ་པའི་དོན་ལ་རྒྱུ་བརྗོད་ཅིང་མཁས་པ་རྣམས་ཀྱིས་དཔྱད་པ་ཡིན་ཞེས་པའི་བར་དང། དེའི་ཁྱད་པར་གྱིས་རྟོགས་འགྱུར་བ་དང་རབ་ཏུ་བཅད་ཅེས་གསུངས་པའི་ཕྱིར། འོན་ཏེ་དེའི་བར་རོ་ལ།

གདམས་པའི་དོན་ལ་འཇུག་བྱའི་ཕྱིར་གདམས་པའི་དོན་ལ་དེའི་སྐབས་སུ་ད་ལྟའི་སྐབས་སུ་བབ་པ་དེ་ནི། བསྒྲུབ་བྱ། དཔེར་ན་སྒྲ་མི་རྟག་པ་ལྟ་བུ། ར་བ། བསྒྲུབ་བྱ་སྒྲ་མི་རྟག་པ་ལྟ་བུ་གྱི་དོན་ལ་འཇུག་པར་བྱ་བའི་ཕྱིར་དུ་མཁས་པ་རྣམས་ཀྱིས་བྱས་པ་ཡིན། མཁས་པ་དེ་ཚོ་གིས་རྩོད་བྱའི་ཆོས་ཅན། ལྡོག་པ་ཐ་དད་དུ་བྱས་ནས་རྩོད་བྱའི་ཆོས་ཀྱི་བསྒྲུབ་བྱའི་ཆོས་བཏགས་ཟིན་ནས་ཁ་ཁ་ཁ་ཁ་བྱས་ནས་མཁས་པ་རྣམས་ཀྱིས་བྱས་པ་ཡིན། མཁས་པ་རྣམས་ཀྱིས་བཟོས་པ་ཡིན།

དེའི་ཁྱད་པར་གྱིས་རྟོགས་འགྱུར་བ་དང་རབ་ཏུ་འབྱེད་ཅེས་གསུངས་པའི་ཕྱིར། དེའི་ཁྱད་པར་གྱིས་ས་ཡོད་རེ་ས། དེའི་ཁྱད་པར་གྱིས་རྟོགས་ནས་ས་ཡོད་རེ་འདི་ལ་གཉིས་ཀ་ལ་ས་ཕྱེད་བྱ། རོ། དེ་ལྟ་འདི་ལའོ་དེའི་ཁྱད་པར་གྱིས་ལ་དེའི་སྐབས་སུ། སྒྲ་རྒྱས་པ་མི་རྟག་པ་གསུམ། དོན་ལ་གཅིག་ཡིན་པ་ཡིན་ན་ཡང། རྟོགས་པ་གྱི་མཐའ་གཏན་དུ་འབྱེད་པའི་རྒྱུ་མཚན་གྱིས། ནི། སྒྲ་མི་རྟག་པ་རྟོགས་པར་འགྱུར་བ་ལ་ཁྱེར། རྟོགས་པར་འགྱུར་བ་ལ་ན་རྟོགས་འགྱུར་བ་ལ་ནི་རྟོགས་པར་འགྱུར་བ་ཟེར། སྒྲ་རྗེས་པ་མི་རྟག་པ་གསུམ་དོན་ལ་གཅིག་ཡིན་པ་ཡིན་ན་ཡང་རྣམ་རྟོག་གིས་མཐའ་གཏོད་དུ་བྱས་པའི་རྒྱུ་མཚན་གྱིས་ལ་ཁོ་དེའི་ཁྱད་པར་གྱིས་ལ་ན། དེའི་རྒྱུ་མཚན་གྱིས་རྟོགས་འགྱུར་བ་ལ་ན་སྒྲ་མི་རྟག་པ་རྟོགས་པར་འགྱུར་གྱི་ཡོད་རེད། འོ་དེ་འདྲ་ཡིན་དུས་ཚང་མ་ལ། ནི། སྒྲ་རྗེས་པ་མི་རྟག་པ་གསུམ་གྱི་ཐ་སྙད་ཟེར་ན་ཡང་སྒྲ་རྟག་ཆོས་སྟོན་གསུམ་དེ་དག་རབ་ཏུ་བྱས། གཏན་ལ་ཕབ་པ་ཡིན་སྲེག་བར་བལྟ། ཅེས་གསུངས་པའི་ཕྱིར། གནད་འདི་ཤེས་ན། དེ་ལྟ་བུའི་གི་ཀ་གནད་འདི་ཤེས་སོང་པ་ཡིན་ན། སོང་ཚུལ་གྱི་རྟགས་ཆེ་དོན་གསུམ་རང་སེམས་མིང་གི་ལྡོག་པ་སྐྱེ་བའི་གནས་མེད། དེ་འདྲ་ཡིན་པ་ཡིན་ན། སོང་ཚུལ་གྱི་རྟགས་ཆེ་དོན་གསུམ། རློམ་ཚུལ་གྱི་རྟགས་ཆེ་དོན་གསུམ། སོང་ཚུལ་གྱི་རྟགས་ཆེ་དོན་གསུམ་དེ་རང་སེམས་ཡིན་ནམ་མ་ཡིན་ནམ་སེལ་བའི་གི་ལྡོག་པ་ཟ་དགོས་ཁོ་རང་ཡོད་མ་རེད། ནི། རང་སེམས་མ་ཡིན་པ་ཡིན་ཤག་རེད་བ་སེལ་བར་གལ་སྲིད་དེ་འདྲ་ཤེས་ན། ར་བ། སོང་ཚོད་ཀྱི་རྟགས་ཤེས་དོན་གསུམ་པའི་ཆ་ཚང་འདི་ར་བ་ཡ། དངོས་མེད་རང་ར་བ། ཡིན་ན་ཡང་དཔེར་ན་ང་ཚོ་ད་ལྟ་བར་གྲགས་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཟེར་བཀོད་ཡོང་དུས། ཨ་ནི་རྩོད་གཞི་ཆོས་ཅན་སྒྲ་རང་མཚན་པ་ལྟ་བུ་རློམ་གྱི་ཡོད་རེད། མི་རྟག་སྟེ་བསླབ་པའི་སྐབས་སུ་ཡང་མི་རྟག་པ་རང་མཚན་པ་དུ་རློམ་གྱི་ཡོད་རེད། བྱས་པའི་ཕྱིར་བསླབ་པའི་བྱས་པ་རང་མཚན་པ་དུ་རློམ་གྱི་ཡོད་རེད། བཀོད་དེ་སྐབས་སུ་རང་མཚན་དང། སྤྱི་མཚན། གང་དུ་ཡང་ཁྱད་པར་མ་བྱེད་པ། སྒྲ་དེ་མ་བཀོད་ཡོང་གི་ཡོད་རེད་བ། ཆོས་ཅན་དུ་བཟུང་ཡོང་གི་ཡོད་རེད། རྟགས་དེ་ཡང་དེ་འདྲ་ཞིག་བཀོད་ཡོང་གི་ཡོད་རེད་བ། ཡིན་ནའི་རློམ་དེའི་སྐབས་སུ་དེང་སུ་ཆ་ཚང་སྒྲ་རང་མཚན་པ། མི་རྟག་པ་རང་མཚན་པ། བྱས་པ་རང་མཚན་པ་རློམ་འགྲོ་གི་ཡོད་རེད། དངོས་གནས།

བློ་ཡི་འཛིན་སྟངས་ཀྱི་སྐད་ཆ་དེ་ཚོ་མ་ཤེས་པ་ཡིན་ན། རྟོགས་པ་བློ་ཡི་འཛིན་སྟངས་མ་ཤེས་པ་ཡིན་ན། དེ་ནི། སོང་ཚོད་ཀྱི་རྟགས་ཤིག་དོན་གསུམ་ཡང། ན་གཞན་སེམས་མ་ཡིན་པ། ཡག་པོ་ཤེས་ཐུབ་ཀྱི་མ་རེད། གལ་སྲིད་དེ་འདྲ་ཤེས་སོང་ན། སོང་ཚོད་ཀྱི་རྟགས་ཤིག་དོན་གསུམ་ཡང། ཨ་ནི། རང་བཙན་ཡིན་མིན་གྱི་དོགས་པ་ཟ་དགོས་ཁོ་རང་ཡོད་མ་རེད་རང་བཙན་མ་ཡིན་པ་ཡིན་ཤག་ཤག་རེད། ལྡོག་པ་སྐྱེ་བའི་གནས་མེད་དོ་ལྡོག་པ་ཟ་དགོས་ཡ་གི་རྒྱུ་མཚན་དང་དགོས་པ་གང་ཡང་ཡོད་མ་རེད་གསུངས་ལོག་རེད། ཨོ་ཡ་ད་དེ་ཙམ་གྱིས་འདི་རྫོགས་པ་རེད་ང་ཚོ་ཨ་གཅིག་ལ་ཐ་དད་དུ་འཛིན་པ་ཟེར་ཏེ། ད་མདོར་ན་གཅིག་ལ་ཐ་དད་དུ་འཛིན་པ་ཟེར་ཏེ་བརྩམས་པ་ལ། དོན་དངོས་པོའི་རང་མཚན་ལ་གཅིག་ཡིན་པ་ཡིན་ན་ཡང། རྣམ་རྟོག་གིས་ཁ་ཁ་ཆད་པ་དེ་ལ་གཅིག་ལ་མཐའ་གཅིག་ཏུ་འཛིན་པ་ཟེར་བ་རེད། འཛིན་པ་སོ་དེ་ཙམ་ལ་རྟོག་པ་གི་སྐད་ཆ་རེད། གཅིག་ཡིན་པ་ལ་དེ་སྐབས་སུ་དངོས་པོའི་གནས་ཚུལ་སྐད་ཆ་རེད་བ། དྲག་ཅེས་པ་མི་རྟག་པ་སུ་དངོས་པོ་གནས་ཚུལ་ལ། གཅིག་ཡིན་པ་ཡིན་ན་ཡང། རྣམ་རྟོག་གིས་དྲག་བྱས་པ་མི་རྟག་པ་གསུམ་ཁ་ཁ་འཆད་ཀྱི་ཡོད་རེད། ཁ་ཁ་འཆད་པའི་རྒྱུ་ག་རེད་ཟེར་ན་རྟོག་པ་གི་ངོ་ལ་ལྡོག་པ་ཐ་དད་དུ་སྣང་གི་ཡོད་རེད། ལྡོག་པ་ཐ་དད་སྣང་ཚུལ་ག་འདྲ་རེད་ཟེར་ན་སྒྲ་དེ་སྒྲ་མ་ཡིན་པ་ལས་ལོག་པར་སྣང་གི་ཡོད་རེད། མི་རྟག་པ་དེ་མི་རྟག་པ་མ་ཡིན་པ་ལས་ལོག་པར་སྣང་གི་ཡོད་རེད། བྱས་པ་དེ་བྱས་པ་མ་ཡིན་པ་ལས་ལོག་པར་སྣང་གི་ཡོད་རེད། དེ་འདྲ་ལ་བརྟེན་ནས་རྟོག་པ་དེ་གི་ངོ་ལ་ཡང་དག་བྱས་པ་མི་རྟག་གསུངས་པ་རྟོག་པ་ཐ་དད་དུ་ཕྱེ་གསུངས་པ་རེད། འོ་ད་དེ་ཙམ་རེད་ད་དེ་རིང་གི་དེ་རིང་གི་ས་ད་ལྟ་གི་ས་བོན་ས་བཅད་ཀྱི་དོན་དག་རྡོག་རྡོག་དེ་མ་ཞུས་ན་འོ་བསྡུ་སི་རེད། འོ་ཡ། ད་གཉིས་པ། དེའི་རབ་ཏུ་དབྱེ་བ་ཟེར་ཏེ་ཙམ་མ་དེར་འོ་ད་ཡ་ལ་ཡང་གཞན་སེལ་གྱི་རྣམ་གཞག་དེའི་རབ་ཏུ་དབྱེ་བ་ཟེར་ཏེ་རེད། ད་གཞན་སེལ་གྱི་དབྱེ་བ་མ་བཤད་རེས་འདིའི་རབ་ཏུ་དབྱེ་བ་དེ་རྩོད་པ་ལ་ད་གཞན་སེལ་གྱི་རྣམ་གཞག་དེའི་ཡང་ན་གཞན་སེལ་དེའི་རབ་ཏུ་དབྱེ་བ་ལ་དེའི་སྐབས་སུ་ད་ག་འདྲ་ཡོད་པ་གང་ཡིན་པ་དེ་མ་ཡག་པོ་བྱས་ནས་དབྱེ་བ་མ་བཞག་གིན་སྲིད་ཁོ་ད་རབ་ཏུ་དབྱེ་བ། དེ་ལ་ཡང་དབྱེ་བ་དངོས་བཤད་པ་དང་སོ་སོའི་གྱི་རྣམ་གཞག་བཤད་པ་རྣམ་པ་གཉིས་ཡོད་རེད། གཉིད་ཁུག་ཡོད་ཚར་ད། བྱོ། གཉིད་ཁུག་མི་འདེ། ད་ད་མིག་ལ་ལྟ་ན་གཉིད་ཁུག་དཔེ་ཆ་ཅོག་ཙིག་སྒང་ལ་བཞག། ཁྱོད་མ་ལྟ་ན་ནི། གཉིད་ཁུག་མེད་ལ་ན་ག་ལ་རེད། ཨ། ད་གཉིད་ཁུག་ན་དཔེ་ཆ་འགོག་མ་རོ། གཉིད་མ་ཁུག་ཨ། ཨ་གཉིད་ཁུག་དུས་ཙམ་ལ་ཏོག་སེ་ཡར་ལངས་སུ་བྱེད་ད། གཟུགས་པོ་དུས་སུ་ཡར་དྲངས་སུ་བྱེད་ད། གཉིད་ཁུག་ན་གྱོང་རག་གི་རེད། གཉིས་འཁོན་ཡོང་མར་གནང། ད་དབྱེ་བ་དངོས་དང་སོ་སོའི་གི་རྣམ་གཞག་གཉིས་ཡོད་པ་ལས། དང་པོ་ལ། སྟེང་གི་སྒོ་ནས་དབྱེ་ན་ཡོད་པ་བཞིན་གསལ་དང་མེད་པ་བཞིན་གསལ། ཡང་ན་དངོས་པོའི་ཞེན་སེལ་དང་དངོས་མེད་ཀྱི་ཞེན་སེལ། དེ་རེ་རེ་ལ་ཡང་ཡུལ་ཅན་གྱི་དབྱེ་བ་ཡིན་ན་ནི། སྒྲ་རྟོག་ཡུལ་ཅན་སྒྲ་དང་རྟོག་པར་བ་ཡུལ་ཅན་སྒྲ་དང་རྟོག་པའི་སྒོ་ནས་གཉིས་གཉིས་སུ་འགྱུར་ཏེ་ཡོད་པར་སྒྲ་ཡི་ཞེན་སེལ་ཡོད་པར་བློ་ཡི་ཞེན་སེལ། མེད་པར་སྒྲ་ཡི་ཞེན་སེལ་མེད་པར་བློ་ཡི་ཞེན་སེལ། དེ་བཞིན་དུ་དངོས་པོའི་ཞེན་སེལ་དང་དངོས་མེད་ཀྱི་ཞེན་སེལ་ལ་ཡང་དེ་ལྟར་བྲལའོ། ད་ལྟའི་དབྱེ་སྟངས་འདི་རྟེན་གྱི་སྒོ་ནས་དབྱེ་ཚུལ། དེ་ནི་ཁོ་རང་གི་ཡུལ་ཅན་སྒྲ་དང་རྟོག་པ་གྱི་སྒོ་ནས་དབྱེ་ཚུལ། འོ་དེ་འདྲ་བྱས་ནས་དབྱེ་ཡོང་གི་འདུག་ཨ། ད་གཏན་གྱི་སྒོ་ནས་ཨེ་ན། ཡོད་པ་གཞན་སེལ་དང་མེད་པ་གཞན་སེལ་ཟེར་ནས་རྣམ་པ་གཉིས་ཡོད་རེད་ཟེར་ད། ག་རེ་བྱས་ནས་ལབ་དུས་གཏན་ལ་ཡ། དངོས་པོ་དང་དངོས་མེད་གཉིས་མ་གཏོགས་མི་འདུག་ཨ། རེད་བ། ཡང་སྐབས་རེ་གཉིས་ཀ་ལ་གཏན་འབེབས་ཀྱི་གཞན་སེལ་ཟེར་ནས་བྱེད་ཆོག་ཡོད་ཆོག་གི་རེད་ག་རེ་ཟེར་ན། ཤེས་བྱ། ལ་ཡ། གཏན་དངོས་པོ་དང་དངོས་མེད་གཉིས་ཀ་ཡིན་པ་ཡོད་དུས་ཙམ་མ་ལ་ཡང་གཉིས་ཀ་ལ་གཏན་འབེབས་སྤྱི་ཟེར་ནས་ཤེས་བྱ་གྱི་སྤྱི་དེ་ཚོ་དེ་འདྲ་བཞག་ཡོད་ཡོད་རེད། ད་ལྟ་དེ། ཤེས་བྱ་གྱི། དབྱེ་བ། དངོས་པོ་དང་དངོས་མེད་རྟེན་གཉིས་སུ་ཕྱེ་ནས། བདེ་གི་གཞན་སེལ་ལ་ཡང་དངོས་པོའི་གཞན་སེལ་དང། དངོས་མེད་ཀྱི་གཞན་སེལ། ཡང་ན་ཡོད་པའི་གཞན་སེལ་དང་མེད་པའི་གཞན་སེལ་ཞེས་འདི་གསུངས་ཀྱི་འོ་རེད། རྟེན་དངོས་པོའི་སྒོ་ནས་ཡོད་པ་གཞན་སེལ། རྟེན་དངོས་མེད་ཀྱི་སྒོ་ནས་མེད་པ་གཞན་སེལ་ཞེས་འདི་འདྲ་གཉིས་ཡོང་གི་འོ་རེད། ཡང་ན་དངོས་པོའི་གཞན་སེལ་དངོས་མེད་ཀྱི་གཞན་སེལ། རྟེན་ལ་ཡང་དངོས་པོ་ཡོད་པ་ཡིན་ཙང་དངོས་པོའི་གཞན་སེལ། གཏན་ལ་དངོས་མེད་ཡིན་པ་ཡོད་ཙང་དངོས་མེད་ཀྱི་གཞན་སེལ་ཟེར་ན་གཉིས་ཡོང་གི་རེད། ད་དངོས་པོའི་གཞན་སེལ་ལ་ན་དཔེར་ན་བུམ་པ་ལྟ་བུའི་གི་གཞན་སེལ། དངོས་མེད་ཀྱི་གཞན་སེལ་ལ་ན་ནི་ནམ་མཁའ་ལྟ་བུའི་གི་གཞན་སེལ། འོ། འདི་ཚོ་ཆ་ཚང་ཨ་ནི་དེ་རེད་བ། གཏན་ལ་འཇོག་པའི་གི་གཞན་སེལ་དེ་རེད། ཡིན་ནའི་དངོས་པོའི་གཞན་སེལ་ཡིན་ན་གཏན་དངོས་པོ་ལ་འཇོག་པ་ཡིན་པའི་ཁྱབ་པ་ཡོད་རེད་བས་ཟེར་ན་ཡང་ཡོད་མ་རེད་ད། དངོས་པོ་གཞན་སེལ་ཡིན་ན། དངོས་པོ་ལ་བརྟེན་པའི་གཞན་ཡིན་པའི་ཆ། གཞན་སེལ་ཡིན་པའི་ཆ་བ་ཡོད་མ་རེད་དངོས་པོ་གཞན་སེལ་ཡིན་ལ། རྟེན་དངོས་པོ་ལ་མ་བརྟེན་པ་དེ་འདྲ་ཡོད་རེད། དེ་སུ་རེད་ཟེར་ན། འདི་རེད། རི་བོང་རྭ་ཡི་གཞན་སེལ་ལྟ་བུ་དེ་རེད། རི་བོང་རྭ་གི་གཞན་སེལ་དེ། དངོས་མེད་གཞན་སེལ་དང་དངོས་པོ་གཞན་སེལ་ག་རེ་རེད་ཟེར་དུས་དངོས་པོ་གཞན་སེལ་རེད། འོ་ན་རྟེན་དངོས་པོ་ལ་འཇོག་ནས་རྟེན་དངོས་པོ་ལ་བརྟེན་པའི་གཞན། མགྱོགས་གཞི་དངོས་པོ་ལ་བརྟེན་པའི་གི་ཞེན་སེལ་རེད་པས་ཟེར་ན་མ་རེད། ཁོའི་མགྱོགས་གཞི་དེ་རི་བོང་རྭ་རོ་བ། རི་བོང་རྭ་དངོས་པོ་ཡོད་མ་རེད་བ། ཡིན་ནའི་རི་བོང་རྭ་ཡི་ཞེན་སེལ་དེ་དངོས་པོ་ཞེན་སེལ་རེད། ག་རེ་བྱས་ནས་ལ་དེའི་སྐབས་སུ། རི་བོང་རྭ་འཛིན་པའི་རྟོག་པའི་གི་ངོ་ལ་དོན་བྱེད་མི་ནུས་པ་རྣམ་པར་དཔྱད་ནས་ཆོག་དོན་བྱེད་ནུས་པ་ཉིད་དུ་སྣང་གི་ཡོད་རེད། དེ་འདྲ་ཙམ་རི་བོང་རྭ་ཡི་ཞེན་སེལ་དེ་དངོས་པོའི་ཞེན་སེལ་ཆགས་རེད། རེད་བ། ཡིན་ནའི་མགྱོགས་གཞི་དངོས་པོ་རེད་པས་ཟེར་ན་མགྱོགས་གཞི་དངོས་པོ་མ་རེད།

ངོ། དངོས་པོ་གཞན་སེལ་ཟེར་ནས་འཇོག་པའི་གཞི་དེ་ག་རེད་ཟེར་ན་དངོས་པོ་དེ་རེད། དངོས་མེད་གཞན་སེལ་ལ་དེ་ག་འཇོག་ས་ཀྱི་གཞི་དེ་ག་རེད་ཟེར་ན་དངོས་མེད་དེ་རེད་ཟེར་དངོས་མིན་སྦྱངས་པ་དེ་ངོ། ཡང་ན་འདི་ལ་ཡང་དངོས་པོ་གཞན་སེལ་དང་དངོས་མེད་ཀྱི་གཞན་སེལ་དེ་འདྲ་ཡང་ལབ་དགོས་རེད། དེ་རེ་རེ་ལ་ཡང་ལ་དེའི་སྐབས་སུ། ད་དངོས་པོ་གཞན་སེལ་དང་དངོས་མེད་གཞན་སེལ་རེ་རེ་ལ་ཡང་ཡུལ་ཅན་གཉིས་གཉིས་ཡོད་རོ། ཡུལ་ཅན་སྒྲ་དང་རྟོག་པ་གཉིས་གཉིས་ཡོད་རོ་བ་གདའ། དངོས་པོ་གཞན་སེལ་འཛིན་པའི་ཀྱི་ཡུལ་ཅན་སྒྲ། དངོས་པོ་གཞན་སེལ་འཛིན་པའི་ཡུལ་ཅན་རྟོག་པ། རྣམ་པ་གཉིས་གཉིས་ཡོད་རོ་བ། ད་ག་ན་བཞིན་མེད་པ་གཞན་སེལ་འཛིན་པའི་ཡུལ་ཅན་སྒྲ། མེད་པ་གཞན་སེལ་འཛིན་པའི་ཡུལ་ཅན་རྟོག་པ། དེ་ལྟ་བུ་རྣམ་པ་གཉིས་གཉིས་ཡོད་པ་ལ་བརྟེན་ནས། ནི་ཡོད་པ་སྒྲ་ཡིས་ཞེན་ཟེར་ཡོད་པ་བློ་ཡིས་ཞེན་ཟེར། མེད་པ་སྒྲ་ཡིས་ཞེན་ཟེར་མེད་པ་བློ་ཡིས་ཞེན་ཟེར་ལ་ཟེར་ནས་གཉིས་གཉིས་གཉིས་གཉིས་དེ་འདྲ་ཆགས་ཀྱི་རེད། འོ་ད་ག་ན་བཞིན་དངོས་པོ་ཞེན་ཟེར་དང་དངོས་མེད་ཀྱི་ཞེན་ཟེར་ལ་ཡང་གཉིས་གཉིས་གཉིས་གཉིས་རིགས་བྲལ་དགོས་རེད་བ་སྦྱར་དགོས་རེད། རེད་བ། འོ་འདི་གསུངས་དགོས་རེད། ཨུན། ད་འདི་ཚོ་གི་མཚན་ཉིད་རེ་རེ་རེ་ནི་མར་སླེབས་ཀྱི་རེད། ད་ལྟ་མཚན་གཞི་ཙམ་གྱིས་རེད། ད་དབྱེ་བ་བཅས་པ་རེད་བ། ད་དབྱེ་བ་གི་མཚན་ཉིད་འདི་ག་ལེགས་ཀྱི་ནི་མར་སླེབས་ཀྱི་རེད། རེ་རེ་ལ་ཡང་ཡུལ་ཅན་སྒྲ་རྟོག་གི་སྒོ་ནས་གཉིས་གཉིས་སུ་འགྱུར་ཏེ་ལ་ཡི་དོགས་རེ་རེ་ལ་ཡང་ལ་དེའི་སྐབས་སུ། ཡོད་པ་གཞན་སེལ་དང་མེད་པ་གཞན་སེལ་རེ་རེ་ལ་ཡང། ཡུལ་ཅན་སྒྲ་དང་རྟོག་པ་གཉིས་ཡོར་བ། དེ་འདྲ་གཉིས་ཡོད་པ་ལ་བརྟེན་ནས། ཡོད་པ་སྒྲ་ཡིས་གཞན་སེལ་ཡོད་པ་བློ་ཡིས་གཞན་སེལ་གཉིས། མེད་པ་སྒྲ་ཡིས་གཞན་སེལ་མེད་པ་བློ་ཡིས་གཞན་སེལ་ཟེར་ནས་གཉིས་དེ་འདྲ་ཆགས་ཀྱི་རེད། དག་ན་བཞིན་དངོས་པོའི་གཞན་སེལ་ལ་ཡང།

འཛིན་སྟངས་ཀྱི་སྒོ་ནས་དབྱེ་ན། མ་ཡིན་དགག་གི་ཞེན་སེལ་དང་མེད་དགག་གི་ཞེན་སེལ་གཉིས་ཡོད་རེད། ད་བློ་དེ་གའི་འཛིན་སྤེལ་གྱི་སྐབས་ལ། ཨ་ནི་མ་ཡིན་དགག་གི་ཞེན་སེལ་གྱིས་དང་མེད་དགག་གི་ཞེན་སེལ་གཉིས་ཡོང་བར་ག་འདྲ་ལ་དུས། དགག་བྱ་ཕར་བཀག་ནས། ཨ་ནི། ཆོས་བཞིན་ཚུར་སྒྲུབ་པ་ཅིའང་དེ་འདྲའི་འཛིན་གྱི་ཡོད་རེད། ཡང་བློ་ཁ་ཤས་ཀྱིས་ཨ་ནི་ཕ་དགག་པ་རྐྱང་པ་འོ་དེ་འདྲའི་འཛིན་ཡོང་གི་ཡོད་རེད། དེ་འདྲ་ལ་བརྟེན་ནས་མ་ཡིན་དགག་དང་མེད་དགག་ཟེར་ནས་རྣམ་པ་གཉིས་སུ་ཡོང་གི་རེད། ནམ་རྒྱུན་དུ་མ་ཡིན་དགག་བསལ་ན་ནི། དགག་བྱ་ཕར་བཀག་པའི་གི་ཤུར་དུ་ཆོས་བཞིན་ཚུར་སྒྲུབ་པ་ཅིག་ལྐོག་གཡོ་ར་མ་ཡིན་དགག་ལ་དེ་སྐབས་སུ། དཔེར་ན། བུམ་པ་གདབ་པའི་ས་ཕྱོགས་གསལ་ལྟ་བུ་དེ་རེད། ད་འདི་ལ་ཡང་དགག་བྱ་དངོས་སུ་བཅད་པ་དང་དགག་བྱ་དངོས་སུ་མི་བཅད་པ་སོགས་རྣམ་པ་གཉིས་ཡོད་རེད་ད། དགག་བྱ་དངོས་སུ་བཅད་པ། དངོས་སུ་མི་འཕེན་པ་དང། དངོས་སུ་མི་འཕེན། དགག་བྱ་དངོས་སུ་འཕེན་པ་དང་མི་འཕེན་པ། དགག་བྱ་དངོས་སུ་བཅད་པ་དང་མི་བཅད་པ་སོགས་ནས་རྣམ་པ་གཉིས་སུ་ཡོད་རེད།

ཚུར་ག་རེ་བསྒྲུབས་པ་རེད། བུམ་པ་བརྡབས་པའི་ས་ཕྱོགས་ཚུར་བསྒྲུབས་སོང་བ་རེད་བ། འོ་དེ་འདྲ་བཙོན་མ་ལགས། དགག་བྱ་ཕག་བཀག་ནས་ཚུལ་བཞིན་ཚུར་འཕེན་པ་ཅིག་ཡོད་ན། མ་ཡིན་ག་ཆགས་ཀྱི་ཡོད་རེད། ད་ག་ནང་བཞིན་དཔེར་ན། ང་ད་ལྟ་ཁ་ལ་ཟ་གི་མེད་ཟེར་ལགས་ན་འདི་ཡང་མ་ཡིན་ག་ཆགས་ཀྱི་ཡོད་རེད་བ། ང་ད་ལྟ་ཁ་ལ་ཟ་གི་མེད་ལགས་ན། འདིའི་སྐབས་སུ་ང་བརྡ་རྟགས་ཁ་ལ་ཟ་གི་མེད་ལ་དེའི་སྐབས་སུ་དགག་བྱ་ག་རེ་བཀག་པ་རེད། བརྡ་རྟགས་ཁ་ལ་ཟ་ཡ་འདི་ཕར་བཀག་པ་རེད། ཡིན་ན་ཡང་ཚུར་ག་རེ་སྒྲུབ་རེད། གོང་བརྡ་ཡིན་ན་ཡང་འདྲ། ཉིན་གུང་ཡིན་ན་ཡང་འདྲ། ཁ་ལ་ཟ་གིན་གདའ་ཟེར་ནས་ཚུར་སྒྲུབ་ཚོགས་ཀྱི་འདུག་བ། བརྡ་རྟགས་ཁ་ལ་ཟ་གི་མེད་ལ་རེད་མ་གཏོགས་རྗེས་ལ་ཁ་ལ་ཟ་གི་མེད་ལ་གི་མེད་འདུག་དེ་སྒྲུབ་ཡོང་གི་འདུག་བ་ཚུར་ང་བརྡ་རྟགས་ཁ་ལ་ཟ་གི་མེད་ལ་དེའི་སྐབས་སུ།

ང་ཁ་ལ་ཟ་གི་མེད་ལ་དེའི་སྐབས་སུ། ཁ་ལ་ཟ་ཡ་ཕ་སྤྱང་པ་བཀག་པ་རེད་མ་གཏོགས་ཚུར་སུ་ཡང་ཚུར་སུ་ཡང་སྒྲུབ་ཀྱི་ཡོད་མ་རེད་ཆོལ་ཞེན་གང་ཡང་ཚུར་འཕེན་གྱི་ཡོད་མ་ར། འོ་དེ་ར་ཚོད་མ་འདི་མེད་དགག་རེད། དཔེར་ན་ནི། ཨ་འདི་ལ་བུམ་པ་མི་འདུག་ཟེར་ལ་ན། བུམ་པ་མི་འདུག་ལ་དེ་གཅིག་པ་རེད་བུམ་པ་མེད་ལ་ཡ་དེ་རེད་བུམ་པ་མེད་ལ་དེའི་སྐབས་སུ་བུམ་པ་མེད་པ་དེ་མེད་དགག་བྱ་གི་ཡོད་ར། བུམ་བདག་གི་ས་ཆོད་ན་བུམ་པ་མེད་པ་དེ། ཨ་ནི་མེད་དགག་བྱ་དེ་ཡོད་ར། ཨ་ད་ག་ནང་བཞིན།

དོན་བྱེད་ནུས་པར་སྣང་གི་ཡོད་རེད། ད་དོན་བྱེད་མི་ནུས་པ་རྣམ་པར་དཔྱད་ནས་དངོས་པོར་སྣང། དངོས་པོར་སྣང་བ་ཟེར་བའི་སྐབས་སུ་དངོས་པོ་དེ་སྣང་ཐུབ་ཀྱི་ཡོད་མ་རེད་ཁོ་ཡིས། ཁོ་རང་གི་རྣམ་རྟོག་གི་དངོས་ཡོད་དུ་གྱུར་པ་དེ་རྣམ་དངོས་པོ་ཕྱི་དོན་གྱི་དངོས་པོ་རེད་ཟེར་བསམ་བློ་བཏང་ནས་ཁོ་དངོས་པོར་དུ་ཞེན་འགྲོ་གི་ཡོད་རེད། དེ་ལ་ག་ལ་དགོས་རེད་གསེར་དངུལ་དངོས་པོ་ཟེར་གི་རེད་དེ་ལ། ད་དངོས་པོ་ལ་གཉིས་ཡོད་ཨ། དོན་རང་མཚན་གྱི་དངོས་པོ་དང། སེལ་དངོས་དངོས་པོ་ཟེར་ནས་རོ་ཨ་ནམ་རྒྱུན་དུ་ཐ་སྙད་སྤྱད་དེ་ག་དེ་འདྲ་བྱེད་དགོས་རོ་ཨ། དོན་རང་མཚན་གྱི་དངོས་པོ་དང། སེལ་དངོས་དངོས་པོ་སེལ་དངོས་དངོས་པོ་ལ་ན། རྟོག་པ། དངོས་དུ་གྱུར་པའི་གྱི། དངོས་པོ་དེ་རོ་ཨ། སེལ་དངོས་ཀྱི། དངོས་པོ་དེ་ཁོ་རང་གི་ངོ་ལ་དངོས་ཡོད་རེད་དགར་ས་དངོས་པོ་རེད། ཡིན་ན་ཡང་དོན་རང་མཚན་དངོས་པོ་རེད་བས་སུ་ན་མ་རེད་རོ་ཨ། བྱས་ཙང། སེལ་དངོས་ཀྱི་དངོས་པོ་ལ། ཁོ་གི་ཕྱི་དོན་གྱི་དངོས་པོ་ཉིད་དུ་གཞན་འགྲོ་གི་ཡོད་རོ་ཨ་དེ་བཞིན་དངོས་པོར་སྣང་བ་ཟེར་གི་འདུག་དངོས་པོར་སྣང་བ།

བྱས་ཙང་ད་ལྟ་གི་དངོས་པོར་སྣང་བ་སྲིད་པའི་སྐབས་ཀྱི། བུམ་པ་བུམ་གསུམ་སྟོབས་པའི་དངོས་ལ། སྣང་བའི་གི་བུམ་པའི་གཟུགས་རྣམས་དེ་ལ་ཕྱི་རོལ་གྱི་བུམ་པ་ཉིད་དུ་ཞེན་པའི་སྒྲོ་བཏགས་པ་དེ་འདི་རེད་ད། བུམ་པའི་ཞེན་སེལ་ལ་ནས་ད། དངོས་པོའི་ཞེན་སེལ་ལ་ནས་ད་ལྟ་འདི་ཆགས་ཀྱི་རོ། རྟོག་པ་གི་སྒྲོ་ཐང་དེ་འདི་འདྲ་རེད། དེ་འདྲ་ཙམ་མ་ལ། རྟོག་པ་དེ་གིས་དོན་བྱེད་མི་ནུས་པ་བག་བསྐྱེད་ནས། དེ་ནི་དངོས་པོ་དེ་སྣང་ཡོང་དགོས་རེད། དངོས་པོར་སྣང་སྲིད་ཀྱི་གཞི་དེ་ག་རེད་ཟེར་ན་གོ་རང་གི་རྟོག་པ་ལ་སྣང་ངོས་ཀྱི་དངོས་པོ་གྱི་རྣམ་པ་དེ་རེད། འོ་དེ་ལ་དངོས་པོ་མ་རེད་དེ། ཡིན་ན་ཡང་དངོས་པོ་ཉིད་དུ་འཛིན་དངོས་པོ་ཉིད་དུ་སྣང་གི་ཡོད་རེད་ཟེར་བ་རེད་ཁོ་གིས། སྣང་ཟེར་བའི་རྗེས་ལ་ཁོས་ག་རེ་བྱེད་ཀྱི་རེད་སྒྲོ་བཏགས་ཀྱི་རེད་འདི་དངོས་པོ་རེད་ལབ་ཀྱི་རེད་དེ་ནས།

ད་དོན་བརྗོད་མི་ནུས་པ་རྣམ་པར་དཔྱད་ནས་སའི་སྐད་ཆ་དེ་ཕ་ཞག་ཞག་པ་ཡིན་ན། དངོས་པོ་འཛིན་པའི་གིས་རྣམ་རྟོག་ཅི་ཡོར་བ། དངོས་པོ་འཛིན་པའི་རྟོག་པ་གིས་དངོས་ཡུལ་ཅི་ཡོར་བ། དངོས་སུ་སྣང་བའི་གིས་ཡུལ་ཅི་ཡོར་བ། འདི། འདི་རེད་ད། དངོས་པོའི་ཞེན་སེལ་དེ་རེད་ད། ད་ག་ནང་བཞིན་ཕ་ཞག་འགྲོ་བ་རེད་བུམ་འཛིན་རྟོག་པའི་གིས་དངོས་ཡུལ་བུམ་པའི་ཞེན་སེལ། ཀ་འཛིན་རྟོག་པའི་དངོས་ཡུལ་ཀ་བའི་ཞེན་སེལ་ཟེར་ནས་ཚིག་ཚུགས་བསྡུ་བཞག་པ་ཡིན་ན། ད་བཀའ་སེང་རྟོགས་པའི་གི་ཀ་བ་གནང་པའི་སྐབས་སུ་ཀ་བ་མ་ཡིན་པར་ཕར་བཅད་ནས་གནང་དགོས་རེད་མ་གཏོགས་འགྲོ་ས་ཁོ་རང་ཡོང་མ་རེད་བ། བྱས་ཙང། དོན་ཆུང་མིན་ནི་པར་བཅད་ཟེར་དང་ཀ་མིན་ཕར་བཅད་ཟེར་དང་འབུམ་མིན་ཕར་བཅད་ཟེར་དེ་བཞག་བཞག་པ་ཡིན་ན་བཀའ་སེང་རྟོགས་པའི་དངོས་ཡུལ་བཀའ་བའི་ཞེན་སེལ། བུམ་སེང་རྟོགས་པའི་དངོས་ཡུལ་བུམ་པའི་ཞེན་སེལ། དངོས་པོ་འཛིན་པའི་རྟོགས་པའི་དངོས་ཡུལ། དངོས་པོའི་གཞན་སེལ་ཟེར་ནས་འོ་དུས་ཅི་ནས་ཚུགས་ཚིག་བསྡུས་ནས་མགོ་བསླངས་ན་སྟབས་བདེ་པོ་ཞེ་དྲག་རེད། ཡིན་ན་ཡང་ཧ་གོ་དགོས་ཅི་ལ། བཀའ་བཙན་རྟོགས་པའི་དངོས་ཡོད་ལ་དེའི་སྐབས་སུ་དངོས་ཡོད་དེ་དངོས་གནས་དེ་ག་རེ་རེད་འདུག་འདི་ཧ་གོ་དགོས་རེད་ད། བཀའ་བཙན་རྟོགས་པའི་དངོས་ཡོད་བུམ་བཟོན་རྟོགས་པའི་དངོས་ཡོད་ལ་དེའི་སྐབས་སུ་བུམ་བཟོན་རྟོགས་པའི་དངོས་ཡོད་དེ་བུམ་པ་མ་རེད་བ། བཀའ་བཙན་རྟོགས་པའི་དངོས་ཡོད་དེ་བུམ་ཀ་བ་མ་རེད་བ། ད་ག་ན་བཞིན་དངོས་པོ་འཛིན་པའི་དངོས་རྟོགས་པའི་དངོས་ཡོད་དེ་དངོས་པོ་མ་རེད་བ། ར་བ། ཀ་ར་རེ། དངོས་པོའི་དོན་སྤྱི་དེར་བ། དཀའ་བའི་དོན་སྤྱི་དེར་བ། བུམ་པའི་དོན་སྤྱི་དེར་བ། དེ་བུམ་པའི་དོན་སྤྱི་ཡིག་དེ་ག་བ་ནས་ལས་ཀྱི་རོལ་ལ་དེའི་སྐབས་སུ། བུམ་བཟུང་རྟོག་པ་ཁོ་རང་ལ་སྣང་བའི་གཟུང་རྣམ་སྤྱིའོ་ར་བ། གཟུང་རྣམ་དེ་ལ་ཕྱི་རོལ་གྱི་བུམ་པ་ཉིད་དུ་སྒྲོ་བཏགས་པ་དེ་དོན་སྤྱི་ཆགས་ཀྱིའོ་ར་བ། འོ་དུ་ཟེར་ནས་སྒྲོ་བཤད་པ་ཡིན་ན། ཧ་མ་གོ་གང་ཡོད་མ་ཁོ་ལས་སླ་པོ་ཞེ་དྲག་རེད། ཐེངས་གཅིག་བསམ་བློ་ཡག་པོ་ཞིག་གཏོང་ནས། ཆོས་སྤྱི་གི་སྟེང་དུ་ལ་རྟོག་པ་གྱི་སྒྲོ་དང། རྟོག་པ་གྱི་རྒྱན་ཟེར་དགོས་ར་བ་ད་རྟོག་པ་གྱི།

མངོན་སུམ་མཚོ་སྨད་ཀྱི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་ཡོར་བ། འདི་ལ་ངེས་པ་ལར་འདས་མངོན་འགྱུར་ལ་ངེས་པ་ལ་ཡོད་དོ། ནམ་རྒྱུན་དུ་ངས་ཁ་ཚ་ཁ་ཉིན། དཔྱད་གཞི་ཞུ་དུས་སྐབས་སུ། མངོན་སུམ་ཚད་མ་གི་གྲངས་འཕེལ་གྱི་དཔྱད་གཞི། རྗེས་དཔག་ཚད་མ་གི་གྲངས་འཕེལ་དཔྱད་གཞི་ཟེར་གཉིས་འདུ་བ། ད་ག་རང་རེད་མངོན་འགྱུར་ལ་ངེས་པའི་ཞེན་སེལ་ལྐོག་གྱུར་ལ་ངེས་པའི་ཞེན་སེལ་ལ་ན་ད་ད་ག་རང་འགྲོ་ཡ་རེད་ཁོ་འགྲོ་ཐང་གཅིག་པ་རེད། མངོན་སུམ་ཚད་མ་གི། དོན་རང་མཚན་མཐོང་བས་ཀྱི་རྗེས་སུ་བདེ་དང་བདེའོ་འཛིན་པས་ཀྱི་ངེས་ཤེས་སྤྱོར་བ། འོ་དེ་ངེས་ཤེས་ཀྱི་དངོས་ཡུལ་སྤྱོར་བདག། ངེས་ཤེས་རྟོགས་པར་བ། དཔྱད་ཤེས་ར་བ། དེ་ཀྱི་དངོས་ཡུལ་སྤྱོར་རེ། འདི་ཀྱི་དངོས་ཡུལ་དེ་གར་ཆགས་ཀྱི་རེད། ད་མངོན་འགྱུར་ལ་ངེས་པའི་གཞན་སེལ་དེ་ཆགས་ཀྱི་རེད། ད་ང་ཚོ་ཡང་བུམ་པ་ལ་དཔེ་སྦྱར་ད། བུམ་འཛིན་མངོན་སུམ་གྱི་བུམ་པ་མཐོང་རེད། དང་པོ། རོ། དེ་ནི་བུམ་ཚིག་མངོན་སུམ་ཁོ་རང་གི་དྲངས་པའི་གིས། དེའི་རྗེས་ལ་དེ་བུམ་པ་རེད་འདུག་ཟིན་པའི་རྟོག་པ་ཅི་ཡོད་རོ། དེ་གར་ཆགས་སོང། ངེས་པ་ཟད་དེ་ཆགས་སོང་བ། ད་འདི་གི་རྟོག་པའི་གིས་དངོས་ཡོད་ཅི་ཡོད་རོ། འདི་གི་རྟོག་པའི་དངོས་ཡོད་དེ་གར་ཆགས་ཀྱི་རེད། བུམ་པའི་མདུན་བསྐྱེད་དེ་ཆགས་ཀྱི་རོ་བ་ད། རེད་བ། འོ་དེ། སྔོན་འགྱུར་ལ་ངེས་པའི་གཞན་སེལ་སེལ་གྱི་ལས་སླ་བོ་ཞེ་དྲག་རེད། ཁ་ཚང་ཁ་ནས་དཔྱད་ཤེས་ཀྱི་འགྲོ་སྟངས་དེ་ཧ་གོ་ཡོད་ན། དེ་རིང་སྔོན་འགྱུར་ལ་ངེས་པའི་གཞན་སེལ་དེ་ཧ་མ་གོ་ཡི་ཁ་ཡང་ཡོད་མ་རེད། མངོན་སུམ་གྱི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི། ཨ་ནི་དངོས་ཡུལ་དེ། སྔོན་འགྱུར་ལ་ངེས་པའི་གཞན་སེལ་དེ་རེད། ད་ག་ན་གཞི་བརྒྱད་པ་ཚད་མ་ལ་གཅིག་པ་བརྒྱ་རེ་རེད་བ། རེད་བ། ད་དེ་མཚན་གཞི་འདི་ནང་གསུངས་ཡོད་རེད་གསལ་པོ་ཡ། དང་པོ་ནི། ལྐོག་གྱུར་ངེས་པའི་ཞེན་སེལ་གཉིས་ལས་དང་པོ་ནི་མངོན་གྱུར་ངེས་པའི་ཞེན་སེལ་ཟད་དེ། དེ་གསུངས་ཏོ། དོན་རང་མཚན་མངོན་སུམ་གྱིས་མཐོང་བས། རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་དངོས་ཡུལ་ལྟ་བུ་དེ། ཨ་ནི། མངོན་གྱུར་ངེས་པའི་ཞེན་སེལ་རེད། ད་དེ་ལ་གསུངས་ཏོ། ད་དོན་རང་མཚན་ཟད་དེ་ང་ཚོ་མཚན་གཞི་གཅིག་གི་སྟེང་དུ་སྦྱར་ན། བུམ་པ་ལ་སྦྱར་ཡིན་པ་བདག་ཡིན། བུམ་པ་དོན་རང་མཚན། མངོན་སུམ་གྱིས་ལ་དེ་བུམ་འཛིན་མངོན་སུམ་གྱིས། མཐོང་བའི་རྗེས་སུ་སྐྱེས་པའི་ངེས་ཤེས་ལ་དེ་སྐབས་སུ་སྟེར་བ། བློ་རྟོག་པ་དེ། ཧོ་ངེས་ཤེས་ཀྱི་དངོས་ཡུལ་ལ་དོ་ངེས་ཤེས་ཀྱི་དངོས་ཡུལ་ལ་དེ་སྐབས་སུ་བུམ་པའི་དོན་སྤྱི་དེ་ཕྱག་གིར་རོ་བ་དང་འོ་དེ། ཨ་ནི་མངོན་གྱུར་ལ་ངེས་པའི་ཞེན་སེལ། ཨོ་དེར་སོགས་པའི་མངོན་གྱུར་ལ་ངེས་པའི་ཚིག་མང་པོ་ཅིག་ཚུགས་མཉམ་དུ་བསྡུས་བཞག་རེ་གོ། མངོན་གྱུར་ལ་ངེས་པའི་ཞེན་སེལ་ལ་དེ་སྐབས་སུ། དོན་རང་མཚན་མངོན་སུམ་གྱི་མཐོང་བའི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་དངོས་ཡུལ་དེ། ཨ་ནི་འདི་རེད་ཟེར། རེད་ད། སྔོན་ཚུལ་ངན་པའི་ཞེན་སོགས་ཞོག་ལ་ནི་དེ་འདྲ་ལ་ཡ་རེད། མངོན་སུམ་གྱི་དྲངས་པའི་དཔྱད་བཤད་ཀྱི་དངོས་ཡུལ་ཟེར་ནས་ཚིག་ཚུགས་བསྡུ་བཞག་ན། གོ་བདེ་པོ་ཞེ་དྲག་རེད། མངོན་སུམ་གྱི་དྲངས་པའི་དཔྱད་བཤད་ཀྱི་དངོས་ཡུལ། དེ་ཙམ་ཡང་ལ་བས་དཀའ་ལ་ཡོད་ན། མངོན་སུམ་གྱི་དྲངས་པའི་རྟོག་པ་གྱི་དངོས་ཡུལ་ཟེར་ནས་འོ་བསྡུ་སྲིད་ལབ་ཡ་རེད། མངོན་སུམ་གྱི་དྲངས་པའི་རྟོག་པ་གྱི་དངོས་ཡུལ་དེ་སྔོན་ཚུལ་ངན་པའི་ཞེན་སེལ་རེད།

མཐོང་བ་གང་ལ་བཤད་པ་གང་ཟེར་ཏེ་མཐོང་བ་ལ་དོན་རང་མཚན་མངོན་སུམ་གྱི་མཐོང་བ། ག་ལ་ལ་དེའི་རྗེས་སུ་སྐྱེས་པའི་གི་བཤད་པ་གང་ཟེར་ཏེ་རྟོག་པ་རྣམ་རྟོག་དེ་གི་དངོས་ཡུལ་དེ། མངོན་འགྱུར་ལ་ངེས་པའི་ཞེན་ཟེར་ཡིན་ཟེར་གྱི་བ་རེད། ཞེས་སོགས་ཚིག་རྗེ་གཅིག་གིས་བསྟན་ཏོ། དེ་ལྟ་བུའི་གི་ཚིག་རྗེ་གཅིག་ཡོད་སར་བ་ད་དེ་ལུང་དུ་ས་ཚང་མས་དུས་བརྩམས་པ་ལ་ད་དོན་དག་ཞེ་ར་ཞེ་ར་ཧ་མ་གོ་ནས་སྐྱོན་ཡོད་མ་རེད་ཁ་ཚོན་ཞུས་པ་ནང་བཞིན་རེད། ཞེས་སོགས་ཚིག་རྗེ་གཅིག་གིས་སྟོན་ཏོ། དང་གཉིས་པ། མངོན་གྱུར་ངེས་པའི་ཞེན་སེལ་དེ་རེད། གར་ཚེ་ལྐོག་གྱུར་ལ་ངེས་པའི་ཞེན་སེལ་ལས་སླ་པོ་རེད་སྟབས་རྗེས་དཔག་ཚད་མ་གིས་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་དངོས་ཡུལ་འདི་རོ་ཨ་ནི་ཡ་ཤེས་ནས་མ་ཤེས་ནས། རྗེས་དཔག་ཚད་མ་གིས་རྗེས་སུ་སྐྱེས་པའི་གི་རྟོགས་པ་གི་དངོས་ཡུལ་འདི་གར་ཆགས་ཀྱི་རེད། ཨ་ནི། འདི་ཆགས་ཀྱི་རོ་ཨ་ད། ལྐོག་གྱུར་ལ་ངེས་པའི་ཞེན་སེལ་དེ་ཆགས་ཀྱི་རོ་ཨ་ད། ད་འདི་ལ་ཡིན་ན་ཡང། འདི་ལ་རྟོགས་ཁག་ཡོད་རེད་ད་ཡ། ད་འདི་ནས་མ། མངོན་སུམ་གྱིས་ད་འདི་ལ་གཉིས་ཡོད་རེད་ད་དེ་གསུངས་ཀྱི་འདུག་མངོན་སུམ་གྱིས་དོན་ནང་ཚན་མཐོང་བ་ལ་མ་ལྟོས་པར་སྒྲ་རྟོག་གི་དངོས་ཡུལ་དུ་གྱུར་པ། འདིར་རྩོམ་པ་ལ་ད་ལྐོག་གྱུར་ལ་ངེས་པའི་གཞན་སེལ་ཡིན་ན། ཨ་ནི་ཡིན་གཅིག་མིན་གཅིག་རྗེས་དཔག་ཚད་མ་གི་རྗེས་སུ་སྐྱེས་པའི་ངེས་ཤེས་དངོས་ཡུལ་ཡིན་པའི་ཆ་བ་ཡོད་མ་རེད། ཡིན་པ་ཡང་ཡོད་རེད་མ་ཡིན་པ་ཡང་ཡོད་རེད་ལྐོག་གྱུར་ངེས་པའི་གཞན་སེལ་འདི་ལ། དེ་གསུངས་ཏོ། མངོན་སུམ་གྱི་དོན་རྣམས་སུ་མཐོང་བ་ལ་མ་ལྟོས་པ། ཟེར་རོ། མངོན་སུམ་ཚད་མ་ལ་མ་ལྟོས་པ་སེ་གོལ་དོ་ན་རྡོག་རྡོག་སྟེ། མངོན་སུམ་ཚད་མ་གྱིས་མ་དྲངས་པ་སེ་གོལ་རེ་དོན་རང་མངོན་སུམ་གྱི་དོན་རང་སུ་མཐོང་བ་ལ་མ་ལྟོས་ན་ན། མངོན་སུམ་གྱིས་རྒྱུ་བྱས་པ་ལ་མ་ལྟོས་པ་སེ་གོལ་རེ། མངོན་སྦྱོར་ལ་ངེས་པའི་ཞེན་སེ་ན་ནི་མངོན་སུམ་གྱིས་དྲངས་ནས་ནི་ངེས་ཤེས་སྐད་བདེ་གི་དངོས་ཡོད་ཀྱི་བྱ་གོལ་དུ་ཨ། ད་ལྐོག་གྱུར་ཡིན་ན་དེ་འདྲ་གོལ་མ་རེད་ཟེར་དོན་རང་མངོན་སུམ་གྱིས་རྒྱུ་བྱས་གོལ་མ་རེད་སེ་གོལ་རེ་ད། མངོན་སུམ་གྱི་དོན་ནང་སོ་མཐོང་བ་ལ་མ་ལྟོས་པ་ལ་དེ་སྐབས་སུ་མངོན་སུམ་གྱི་རྒྱུ་འབྱེད་མི་དགོས་པ། ཁོ་རང་སྤྱིར་བཏང་གི་སྒྲ་དང་རྟོག་པ་ད་ག་ན་བཞིན་རྟགས་ལ་བརྟེན་ནས་སྐྱེས་པའི་གི་རྟོག་པ་ལ་སོགས་པའི་གི་དངོས་ཡུལ་དུ་གྱུར་པ་དེ་ནི་ག་རེ་རེད་ཟེར་ན་ལྐོག་གྱུར་ལ་ངེས་པའི་ཞེན་སེལ་དེ་རེད། ར་བ། མངོན་སུམ་ལ་ལྟོས་མི་དགོས་པའི་གི་སྒྲ་དང་རྟོག་པ་ཇི་ཡོད་རོ་ཡ། སྤྱི་དབང་གི་སྒྲ་ཟེར་གྱི་རེད་སྤྱི་དབང་གི་རྟོག་པ་ཟེར་གྱི་ཡོད་ར་བ། བྱས་ཙང། འོ་འདི་ཚོ་ཆ་ཚང། གི་དངོས་ཡོད་དེ་ལྐོག་གྱུར་ལ་ངེས་པའི་ཞེན་སེལ་རེད། འོ་ད་འདིའི་ནང་ལོགས་ལ། བདག་གིས་ཞུས་པ་ནང་བཞིན་རྗེས་དཔག་གི་རྗེས་སུ་སྐྱེས་པའི་ངེས་ཤེས་ཀྱི་དངོས་ཡོད་ཡང་ཡོད་རེད། ལོག་ཤེས་ཀྱི་དངོས་ཡོད་ཡང་ཡོད་རེད། ཐེ་ཚོམ་གྱི་དངོས་ཡོད་ཡང་ཡོད་རེད་འདི་ལ། སྒྲ་གདངས་རྟོག་པའི་ལྐོག་གྱུར་ལ་ངེས་པའི་ཞེན་སེལ་བཤད་པའི་སྐབས་སུ། ད་པས་གསུངས་ཏོ། ཨེ་ན། བདེན་པ་རྗེས་དཔག་གིས་གཞན་སེལ། མི་བདེན་པ་ལོག་ཤེས་ཀྱིས་གཞན་སེལ། གཉིས་ཆར་ལྡོག་པ་ཐེ་ཚོམ་གྱིས་གཞན་སེལ། ད་དེ། ལྐོག་གྱུར་ལ་ངེས་པའི་གཞན་སེལ་གྱི་དབྱེ་བ་རེད། རེད་བ། དངོས་པོའི་གཞན་སེལ་ལ། མངོན་གྱུར་དང་ལྐོག་གྱུར་གཉིས་སུ་ངེས། ཨེ། ལྐོག་གྱུར་དེ་ལ། ཨ་ནི། བདེན་པ་རྗེས་དཔག་གི་གཞན་སེལ། མི་བདེན་པ་ལོག་ཤེས་ཀྱི་གཞན་སེལ། གཉིས་ཀར་རྟོག་པ་ཐེ་ཚོམ་གྱི་གཞན་སེལ་ཟེར་ནས་ཨོ། གསུམ་དུ་མ་དབྱེ་འགྲོ་ཡ་རེད། ད་ལྟའི་མཚན་གཞི་རེ་རེ་གསུངས་འགྲོ་གི་རེད་ཧ་མ་གོ་ག་ཡང་ཡོད་མ་རེད་དེ། དབྱེ་ན་བདེན་པ་བཅད་པའི་གཞན་སེལ། ནི། དང་པོ། ད་རྗེས་དཔག་གི་གཞན་སེལ་ཟེར་ཡ་དེ་རེད། རྗེས་དཔག་གི་གཞན་སེལ་ཟེར་ཡ་དེ་འདི་རེད་རྡོག་རྡོག་རྡོག་རྡོག་དེ། སྒྲ་ཆོས་ཅན་མི་རྟག་སྟེ་བརྗེད་པའི་ཕྱིར་ཞེས་པའི་གི་རྟགས་ལ་བརྟེན་ནས། སྒྲ་མི་རྟག་པ་རྟོགས་པའི་བརྗེད་པ་ཚད་མ་བཅོ་བར་བ། དེ་སྒྲ་མི་རྟག་པའི་སྒྲ་མི་རྟག་པ་དེར་བ། སྒྲ་མི་རྟག་པའི་གི་དོན་སྤྱི། སྒྲ་མི་རྟག་པའི་དོན་སྤྱི་དེ་སྒྲ་མི་རྟག་པའི་རྟོག་པའི་རྗེས་དཔག་ཚད་མ་ལ་དངོས་ཡུལ་ཕྱག་རྒྱའི་བར་བ། འདི། བདེན་པ་རྗེས་དཔག་གི་གཞན་སེལ་འདི་རེད། བསྒྲུབ་བྱ་གི་དོན་སྤྱི་དེ་རེད་དོན་དག་ཡག་ཤེས་ནས་མ་དྲན་ནས་རྗེས་དཔག་ཚད་མ་གི་རྟོག་བྱར་གྱུར་པའི་བསྒྲུབ་བྱ་གི་དོན་སྤྱི་ཟེར་གོ་རེད་དངོས་ཡུལ་ཞོག་གར་ས། བདེན་པ་རྗེས་དཔག་གི་གཞན་སེལ་ལ་ན་རྗེས་དཔག་ཚད་མ་གི་རྟོགས་བྱ་སྒྲུབ་བྱེད་ཀྱི་དོན་སྤྱི་དེ། ཨ་ནི་རྗེས་དཔག་ཚད་མ་གི་བདེན་པ་རྗེས་དཔག་གི་གཞན་སེལ་ཟེར་ན་འདི་རེད། ད་འདི་གསུངས་དོགས་ཏེ། རྗེས་དཔག་གི་དངོས་ཡོད་དུ་གྱུར་པའི་བསྒྲུབ་བྱ་དོན་སྤྱི་ལྟ་བུ་གསུངས་དོགས་ཏེ། རྗེས་དཔག་གི་དངོས་ཡོད་དུ་གྱུར་པའི་བསྒྲུབ་བྱའི་དོན་སྤྱི་ཟེར། རྗེས་དཔག་ཚད་མ་གི་དངོས་སུ་ཡུལ་དུ་གྱུར་པའི། ཡུལ་དེ་སུ་རེད་ཟེར་ན། རྒྱལ་བ་ཚད་མ་ཁོ་རང་གིས་རྟོགས་བྱ་བསྒྲུབ་བྱ་ཅི་ཡོད་རོ། བསྒྲུབ་བྱ་གྱི་དོན་སྤྱི་དེ་རེད། བསྒྲུབ་བྱ་རེད་ཟེར་གྱི་ཡོད་མ་རེད་ད་ཡང་དེ་ལ་བསྒྲུབ་བྱའི་དོན་སྤྱི་ཟེར་དོ། བསྒྲུབ་བྱའི་དོན་སྤྱི་ལ་འདི་སྐབས་སུ། བསྒྲུབ་བྱ་ཁོ་རང་རེད་ཟེར་གྱི་ཡོད་མ་རེད་བ། བསྒྲུབ་བྱའི་དོན་སྤྱི། རེད་བ། ངག་དབང་ནོར་བུའི་མགོ་ལ་འདི་སྐབས་སུ་ངག་དབང་ནོར་བུ་རེད་ལབ་ཀྱི་ཡོད་མ་རེད་བ། ངག་དབང་ནོར་བུའི་མགོ་ལབ་རེད་བ། བྱས་ཙང་འོ་དེ་ནང་བཞིན་དུ། བསྒྲུབ་བྱ་ཡི་དོན་གྱིས་ལ་རེ་མ་གཏོགས་ཡང་བསྒྲུབ་བྱ་ཁོ་རང་རེད་ཟེར་གྱི་ཡོད་མ་རེད། བསྒྲུབ་བྱ་འདི་དག་ཁོ་གིས་འདིར་བ། འཇུག་ཡུལ། ཨ་ནི། རྟོགས་བྱ་གཞན་ཡུལ་དུ་བྱ་འདོད་རོ། དངོས་ཡུལ་འདི་བསྒྲུབ་བྱ་གི་དོན་གྱིས་དེ་བྱ་རུ་སྒྲ་མི་རྟག་པ། པི་ན་ནི། སྒྲ་ཆོས་ཅན་མི་རྟག་སྟེ་བྱེད་པའི་ཕྱིར་ཞེས་པའི་སྐབས་སུ། བྱེད་པ་ཚད་མ་གི་རྟོགས་བྱ་དེ་སྒྲ་མི་རྟག་པ་རེད། སྒྲ་མི་རྟག་པའི་དོན་གྱིས་དེ། བྱེད་པ་ཚད་མ་གི་དངོས་ཡུལ་དེ་རེད། འདིས། བདེན་པ་བྱེད་པ་གི་གཞན་སེལ་ཟེར་དེ་རེད།

ལྟོ་ངོ་བའི་རིགས་ཀྱི་གནས་སུ་སྤྱོད་པའི་སྒོ་ནས་གནས་ཚུལ་དང་མི་མཐུན་པར་སྣང་བའི་སྒྲོ་བཏགས་ཏེ། མི་བདེན་པ་ལོག་ཤེས་ཀྱི་གཞན་སེལ་གྱི་མཚན་ཉིད་རེད། མི་བདེན་པ་ལོག་ཤེས་ཀྱི་གཞན་སེལ་གྱི་མཚན་ཉིད། མཚན་གཞིའི་བྱ་བདེའི་སྐབས་སུ་འདི་གསུངས། སྒྲ་རྟག་འཛིན་རྟོག་པ་ལ། སྒྲ་མི་རྟག་པ་དཔྱད་པའི་སྒོ་ནས་སྒྲ་རྟག་པར་སྣང་བའི་རྟགས་བུ། དོན་དག་ལྡོག་རྟོག་དེ་སྒྲ་རྟག་འཛིན་གྱི་དངོས་ཡུལ་དེ་རེད། སྒྲ་རྟག་འཛིན་གྱི་དངོས་ཡུལ་དེ། ལོག་ཤེས་ཀྱི་གཞན་སེལ་རེད། ད་འདི་ལ་ཡང་ངེས་པར་དུ་མན་ངག་ཅིག་གོ་དགོས་ཀྱི་ཡོད་རེད་བྱུང་སོང།

ད་ལྟ། ལྐོག་གྱུར་ལ་ངེས་པའི་ཞེན་སེལ་འདི་ལ། བདེན་པ་བརྗེད་པ་གྱི་ཞེན་སེལ། མི་བདེན་པ་ལོག་ཤེས་ཀྱི་ཞེན་སེལ། གཉིས་ཆ་རྟོག་པ་ཐེ་ཚོམ་གྱི་ཞེན་སེལ་གསུམ་འདུ་བ། དངོས་པོ་ཞེན་སེལ་ལ་གསུམ། འོ་དེ་གསུམ་ནང་ལོགས་ལ། བདེན་པ་བརྗེད་པ་གྱི་ཞེན་སེལ་འདི་ལ་ཡང་དངོས་མེད་ཀྱི་ཞེན་སེལ་ཡིན་པ་ཡོད་རེད། མི་བདེན་པ་ལོག་ཤེས་ཀྱི་ཞེན་སེལ་ལ་ཡང་དངོས་མེད་ཀྱི་ཞེན་སེལ་ཡོད་རེད། གཉིས་ཀར་རྟོག་པ་ཐེ་ཚོམ་གྱི་ཞེན་སེལ་ལ་ཡང་དངོས་མེད་ཀྱི་ཞེན་སེལ་ཡོད་རེད་ད། ཟེར་ནས། ཚུལ་སྟོན་ཡས་ཀྱི་ཆེད་དུ་ལ། ད་ལྟ། སྒྲ་དང་ཟིན་གྱི་རྟོག་པ་དེ་མཚན་གཞི་ལ་ཁུད་ལེགས་པ་རེད། གཞུང་མང་པོ་ཅིག་མཉམ་དུ་བསྡུ་བཞག་རེད། བདེན་པ་རྗེས་དཔག་གི་ཞེན་སེལ་ཡིན་ན། དངོས་པོ་ཞེན་སེལ་ཡིན་པའི་ཆ་གི་མར་བ་ཡ། ན་ང་དངོས་མེད་རྟོགས་པའི་རྗེས་དཔག་ཚད་མ་གི། ཞེན་སེལ་ཡོར་བ། དེ་བདེན་པ་རྗེས་དཔག་གི་ཞེན་སེལ་རོ། དེ་དངོས་པོ་ཞེན་སེལ་མར་བ། དེ་དངོས་མེད་ཞེན་སེལ་རོ། བྱས་ཙང། ག་རེ་སྟོན་ཡས་བྱས་ཀྱི་ཡོ་རེད་ཟེར་ན། ལྐོག་གྱུར་ག་རེ་ཟེར་ངོ་རེ། ལྐོག་གྱུར་ལ་ངེས་པའི་ཞེན་སེལ་གྱི་དབྱེ་བ་ཡིན་པ་ཡིན་ན། དངོས་པོ་ཞེན་སེལ་ཡིན་པའི་ཆ་བ་ཡོར་མ་རེད་དངོས་མེད་ཀྱི་ཞེན་སེལ་ཡང་ཡོར་ད། ཟེར་ནས་སྟོན་ཡས་ཀྱི་ཆེད་དུ་ལ་དེ་གཞུང་འདི་སླེབས་པ་རེད། སྒྲ་རྟག་འཛིན་རྟོག་པ་ལ་སྒྲ་མི་རྟག་པ་སྐྱེད་པའི་རྣམ་པར་སྐྱེས་ནས། སྐྱེད་པའི་སྒོ་ནས་སྒྲ་རྟག་པར་སྣང་བ། སྒྲ་རྟག་པར་སྣང་བ་དེ་འདིར་བ་དངོས་མེད་གཞན་སེལ་བ། དེ། མི་བདེན་པ་ལོག་ཤེས་ཀྱི་གཞན་སེལ་ལ་དངོས་པོ་དང་དངོས་མེད་གཉིས་ཡོད་པའི་ནང་ནས་དངོས་མེད་ཀྱི་གཞན་སེལ་དེ་རེད། དེ་དངོས་པོ་ཀྱི་གཞན་སེལ་བཞག་ན་འདི་བཞག་ཡ་རེད་ནམ་རྒྱུན་དུ་ང་ཚོ། རྟོག་པ་ལོག་ཤེས་འདི་ཡོད་བ་ཐག་ཁྲ་ལ་སྦྲུལ་དུ་འཛིན་པའི་གྱི་རྟོག་པ་གཅོད་བ། ཐག་ཁྲ་ལ་སྦྲུལ་དུ་འཛིན་པའི་གྱི་རྟོག་པའི་གྱི་དངོས་ཡོད་གཅོད་བ། དེ། དངོས་པོ་གཞན་སེལ་ལོག་ཤེས་ཀྱི་གཞན་སེལ་དེ་རེད། ཨ་ནི་མི་ལྡན་པ་ལོག་ཤེས་ཀྱི་ཞེན་ས་ཡིན་ལ་དངོས་པོ་གྱི་ཞེན་ས་ཡིན་པ་དེ་ཐག་ཁྲ་ལ་དྲུག་ཏུ་བརྫུན་པའི་རྟོག་པའི་དངོས་ཡུལ་འདི། མི་ལྡན་པ་ལོག་ཤེས་ཀྱི་ཞེན་ས་ཡིན་ལ་དངོས་པོའི་ཞེན་ས་ཡིན་པ་དེ་རེད། ཨ་ནི་བདེན་པ་བརྗེད་པའི་ཀྱི་ཞེན་ས་ཡིན་ལ་དངོས་པོའི་ཞེན་ས་ཡིན་པ་དེ། ཨ་ནི་བསྒྲུབ་བྱ་སྒྲ་མི་རྟག་པའི་ཀྱི་ཞེན་ས་དེ་རེད། བདེན་པ་བརྗེད་པའི་ཀྱི་ཞེན་ས་ཡིན་ལ་དངོས་མེད་ཀྱི་ཞེན་ས་ཡིན་པ་དེ་ན་ཧོ་དངོས་མེད་རྟོགས་པའི་བརྗེད་པ་ཚད་མའི་ཀྱི། ཨ་ནི་བསྒྲུབ་བྱ་ཀྱི་དོན་སྤྱི་དེ་རེད་དངོས་ཡུལ་དེ་རེད། འོ། འདུ་བྱེད་ནི་དེ་འདྲ་ཚད་མ་ལ་ད་ལྟ་ཀྱི་གཞུང་དེ། སྒྲ་བཏགས་ཟིན་རྟོག་པ་ལ་སྒྲ་མི་རྟག་པ་སྤྱད་པའི་སྒོ་ནས་སྒྲ་ལྟ་བུར་སྣང་བ་སྲིད་པའི་གཞུང་འདི་ལ་ཧ་ཅང་གི་ཚིག་མང་པོ་བསྡུས་ནས་གར་གསུངས་གོ་རེ་ཟོ་དོ་མདའ་རྡོག་རྡོག་སྟེ། ལྐོག་གྱུར་ལ་ངེས་པའི་གཞན་སེལ་ཡིན་ན། དངོས་པོ་གཞན་སེལ་ཡིན་པའི་ཁྱབ་པ་ཡོད་མ་རེད་དེ་གསུམ་ཀ་ལ་ཡང་དངོས་མེད་གཞན་སེལ་ཡོད་རོ་དཱ་ཟེར་ནས་ཧ་གོ་བའི་ཆེད་དུ་ལ་གཞུང་གི་ཚུལ་བསྡུ་བཞག་པ་རེད་རོ། པན་ཆེན་ངའོ་ཆེ་གྲོལ་གྱི་ཀུན་མཁྱེན་ལ་ཡང་དགག་པ་བྱ་ཡོད་རེད་དེ་གས་ཕན་ཞེ་དྲག་ཐོགས་ཀྱི་ཡོད་རེད་དཱ། པཎ་ཆེན་ངག། མཁན་ཆེན་ངག་དབང་ཆོས་གྲགས་ཀྱི་གཞུང་རྣམས་ལ། ཁ་ཅིག་གིས། སྒྲ་རྟག་འཛིན་རྟོག་པ་འདི་སྔོ་བེགས་གཞན་སེལ་དུ་འདོད་དོ། འོ་ན་བདེན་པ་ཡིན་ན་ནི་སྒྲ་རྟག་པའང་རང་མཚན་དུ་ཐལ་ལོ། ཟེར་ནས། ཨ་ཀུན་མཁྱེན་ལ་དགག་པ་བཅོས་ཡོད། ད་ལྟ་རྗེས་ལ་ང་ཚོ་ཀློག་འདིའི་སྐབས་སུ་ཐོན་དགོས་རོ། མཁན་ཆེན་ངག་དབང་ཆོས་གྲགས་ཀྱིས་ཨ་ཀུན་མཁྱེན་ལ་འདིའི་སྐབས་སུ་དགག་པ་བཅོས་ཡོད་རེད། ཁོང་གིས་དགག་པ་བཅོས་འདིའི་སྐབས་སུ། ད་དངོས་གནས་འདི་གི་གཞུང་གི་དགོངས་པ་དེ་མ་རྟོགས་ནས་དགག་པ་བཅོས་པ་ཡིན་རྒྱུ་མ་རེད། གསལ་པོ་བཟོ་བའི་ཆེད་དུ་ལ་ཡང་དགག་པ་བཅོས་སྟངས་ཡིན་རྒྱུ་རེད། ཅིའི་ལྕེ་ན། ད་ཧ་མ་གོ་ནས་མ་མཁྱེན་ནས། དགོངས་པ་ལོན་མ་ཐུག་ནས། དེ་འདྲའི། དགག་པ་བྱ་ཡང་སྲིད་གི་རེད་དེ་ཡིན་ན་ཡང་བསམ་བློ་ཡག་པོ་གཏོང་པ་ཡིན་ན། མཁན་ཆེན་ངག་དབང་ཆོས་གྲགས་ཀྱིས། ལྐོག་གྱུར་ལ་ངེས་པའི་གཞན་སེལ་ལ་ཡང་དངོས་པོ་གཞན་སེལ་དང་དངོས་མེད་གཞན་སེལ་གཉིས་ཀ་ཡོད་པ་དེ་རྟོགས་མ་ཐུབ་པ་དེ་ག་བ་ཡིན་གྱི་རེད། རེད་བ། གལ་སྲིད་འདི་ཡིན་པ་རྟོགས་སོང་ན་འདིའི་གཞུང་གི་དགོངས་པ་དེ་རྟོགས་མ་ཐུབ་པའི་གང་ཡང་ཡོང་མ་རེད་བ། བྱས་ཙང་དེ་འདྲ་བརྩམས་པ་ལ་གང་ལྟར་གསལ་པོ་བཟོ་བའི་ཕྱི་དོན་ལ་ཡང་རྒྱུ་མཁན་ལ་ཡང་དགག་པ་གི་ཚུལ་དུ་སྣང་མི་འགྲོ། ད་དགག་པ་ཡོད་ཡོད་རེད་ད་གང་ལྟར། འོ་དེ་འདྲ་བརྩམས་པ་ལ་སྒྲ་རྟག་འཛིན་རྟོགས་པ་ལ་སྒྲ་མི་རྟག་པ་དཔྱད་པའི་སྒོ་ནས་སྒྲ་རྟག་པར་སྣང་བའི་སྒྲོ་བཏགས་ཟེར་ཡ་འདི། མི་བདེན་པ་ལོག་ཤེས་ཀྱི་ཞེན་སེལ་ཡིན་པ་གང་ཞིག་ལ་དངོས་མེད་ཀྱི་ཞེན་སེལ་ཡིན་པ་དེ་རེད་ད། ད་མི་བདེན་པའི་ལོག་ཤེས་ཀྱི་ཞེན་སེལ་ཡིན་ལ་དངོས་པོའི་ཞེན་སེལ་ཡིན་པ་བཞག་ལ་ན། ཐག་ཁྲ་ལ་སྦྲུལ་རྡོ་འཛིན་པའི་རྟོག་པའི་གི་དངོས་ཡོད་ལྟ་བུ་དེ། ལོག་ཤེས་ཀྱི་ཞེན་སེལ་ཡིན་ལ་དངོས་པོའི་ཞེན་སེལ་ཡིན་པ་དེ་ཡིན་ཟེར་ནས་དེ་འདྲ་ཅིག་བཞག་དགོས་ཀྱི་ཡོད་རེད། རེད་བ། ད་འདི་ལ་ལྐོག་གྱུར་ངེས་པའི་ཞེན་སེལ་ལ་གསུམ་འདུ་ཨ། དབྱེ་བ་གསུམ་འདུ་ཨ་གསུམ་ག་ལ་ཡང་དངོས་པོའི་ཞེན་སེལ་དངོས་མེད་ཞེན་སེལ་གསུམ་རེ་རེ་རེ་རེ་ཡོད་རེད་ད། འོན་ཏེ་རེ་རེ་རེ་བྱས་ནས་བཞག་ཐུབ་པ་བྱེད་དགོས་རེད་མ་བསམ་བློ་བཏང་ནས། དགྲ་རྣམ་པར་རྟོག་པ་ལྟ་བའོ། ད་གསུམ་པ་ནི། ཐེ་ཚོམ་ཡང་རྟོག་པ་ལས་མ་འདས་པས་གང་ལ་ལྡོག་པ་དེ་བདེན་མིན་རྣམ་པར་འབྱེད་པ་སྣང་བར་ལྟ་བའོ། ཐེ་ཚོམ་ཡང་རྟོག་པ་རེད། རྟོག་པ་ལས་མ་འདས་པ་ཡིན་ཙང་གང་ལ་ལྡོག་པ་ཟེར་ན་ཆོས་གང་ལ་ཐེ་ཚོམ་ཟ་བ་དེ་བདེན་མིན་རྣམ་པར་འབྱེད་ལ་དེ་སྐད་སོ། མི་རྟག་པ་ལ་ཐེ་ཚོམ་ཟ་ན་མི་རྟག་པ་མ་ཡིན་པ་རྣམ་པར་འབྱེད། རྟག་པ་ལ་ཐེ་ཚོམ་ཟ་ན་རྟག་པ་མ་ཡིན་པ་རྣམ་པར་འབྱེད་དུ་འགོར་བའོ། དེ་ལྟ་བུའི་སྣང་བ་གི།

དངོས་ཡོད་དེ་དངོས་པོའི་ཞེན་གསོག་ཏུ་འཇོག་དུ་སྦྱོར་བ་དང་དངོས་པོའི་ཞེན་སེལ་ལ་ཡང། བདེན་པ་ཅེས་པའི་ཞེན་སེལ་མི་བདེན་པ་ལོག་ཤེས་ཀྱི་ཞེན་སེལ་གཉིས་ཀར་གཏོགས་པ་ཐེ་ཚོམ་གྱི་ཞེན་ཤེས་གསུམ་ཡོད་པའི་ནང་ནས། མི་བདེན་པ་ལོག་ཤེས་ཀྱི་ཞེན་སེལ་གྱི་མཚན་ཉིད་མཚན་གཞི་ལ་ཡང། སྒྲ་རྟག་འཛིན་རྟོག་པའི་དངོས་ཡོད་དུ་བཞག་དུ་བ་ཟེར་ན། འདི་ནོར་ཚ་རེད། བྱས་ཙང། འོ་དེ་འདྲ་ཡིན་དུས་ཙམ་པ་འདི་སྟོང་མཐའ་དག་ག་རང་མ་རེད། རྣམ་པར་འབྱེད་པའི་སྣང་བ་ལྟ་བུ། ཡ། ད། དེའི་ནང་དོན་ལ་དོན་དག་རྡོག་རྡོག་དེ་ག་རེ་སྟོན་པ་རེད་ཟེར་ན་ནི་དངོས་པོ་གཞན་སེལ་ཟེར་དེ་ག་འདྲ་ཅི་ཡིན་པ། དངོས་པོ་གཞན་སེལ་ལ་དབྱེ་ན་གཉིས་ཡོད་པ། གཉིས་ནང་ནས་གཉིས་པ་དེ་ལ་དབྱེ་ན་གསུམ་ཡོད་པ། འོ་དེ་འདྲས་ཅི་སྟོན་པ་སྣང་བ་རེད། འོ་ཡ་ད་འདི་རང་བདེན་བྱ། དེ་མིན་རྣམ་པར་བཅད་པ་སྣང་བ་ལྟ་བུ།